གཏམ་བཤད་སྒྲོག་སྦྱང་གནང་གི་རེད། རྒན་བདེ་སྒང་བཀྲ་ཤིས། ཆ་བཞག་པ་ཡིན་ན་བོད་ནས་ཉིས་སྟོང་ལྔ་ལོ་ལ་ཡང་འབྱོར་བ་བྱས། སུ་ཇཱ་སློབ་གྲྭ་ལ་ཡང་ཉིས་སྟོང་ལྔ་ནས་བརྒྱད་བར་དུ་བྱས། དེ་ནས་ཝར་ན་སི་ལ་ཡང་ཉིས་སྟོང་དགུ་ལོ་ལ་ཡང་འཛུལ་ཞུགས་བྱས་ནས་ད་ལྟའི་ཆ་ལ་ཡང་ལ་སྟོད་ལྷོ་ཁྲིད་ལྷོ་ཁྲིད་སྐོར་གྱི་སྲིད་འཛིན་འཕེལ་རིམ་ཐད་ལ་ཡང་ཞིབ་འཇུག་གནང་བཞིན་པ་རེད། དགེ་ལགས་ཀྱིས་གཏམ་བཤད་སྒྲོག་སྦྱང་གནང་རོགས་ཞེས་ཞུ་ཡ་ཡིན།
འདི་ཐོག་མར་དེ་སྐབས་ལྔ་བཅུ་ང་བཞི་པའི་བདེ་དོན་ལྷན་ཚོགས་ཀྱི་ཚོགས་གཙོ་གཙོས་པའི་ཚོགས་མི་ཚང་མ་དང་དག་སྣང་ཞིང་གི་ད་རིང་གི་དབྱར་ཆོས་དེ་གར་ཕེབས་པའི་གསར་ཞུགས་ཀྱི་སློབ་མ་ཚང་མ་བློ་ལ་ངེས་ཞོགས་པའི་འཚམས་འདྲི་ཞུ་ཡ་ཡིན་རོགས།

ཨ་ནི་བོད་བརྒྱུད་ནང་བསྟན་གྱི་ཨ་ནི་ཆོས་བརྒྱུད་ཆེན་པོ་བཞི་ཟེར་གྱི་ཡོད་རེད་ཨ་ནི་འདིའི་སྒང་ལ་གཅིག་དེ་ག་རེ་ཡོད་རེད་ཟེར་ན་ཨ་ནི་གཡུང་དྲུང་བོན་གྱི་ཨ་ནི་ཆོས་ལུགས་དེ་བསྡོམས་བྱས་རྡོག་རྡོག་ཞུ་བ་ཡིན་ན་ད། ཆོས་བརྒྱུད་ཆེན་པོ་བཞི་དང་ཨ་ནི་གཡུང་དྲུང་བོན་གྱི་ཆོས་ལུགས་དང་བཅས་པའི་ཨ་ནི་སྔར་ཡོད་ཀྱི་ཨ་ནི་ལོ་རྒྱུས་ཀྱི་སྐོར་ལ་དེ་ངོ་སྤྲོད་མདོར་བསྡུས་ཅིག་བྱེད་རོགས་བྱས་ཟེར་ལགས་སོ། ད་ཡིན་ན་ལས་དེ་ད་ལྟ་དུས་ཚོད་དེ་ང་ཚོ་ལ་ད་སྐར་མ་བཞི་བཅུ་ཞེ་ལྔ་ཙམ་མ་གཏོགས་མེད་དུས་ཙམ་པ་ཨ་ནི་དེ་ཞིབ་ཚགས་པོ་ཞུ་བ་འདྲ་བས་ཅན་ཞུ་ཡ་བས་ཅན་ཁག་པོ་རེད་གཉིས་ནས་ག་རེ་ཟེར་ན། ཆོས་བརྒྱུད་ཁག་དང་ཆོས་ལུགས་འདི་ཚོས་ཀྱི་ལྟ་གྲུབ་ཀྱི་སྒང་ལ། ཕལ་ཆེར་ནི་ཞིབ་ཚགས་པོ་ནས་ཕལ་ཆེར་ཞུ་ཐུབ་ཡ་ཟིན་མི་འདུག་རྒྱུ་མཚན་ག་རེ་བྱས་རེད་ཟེར་ན་ང་ཚོ་འདི་གྲོ་སོ་དམིགས་བསལ་གྱི་ཁར་སོང་བས། ཆོས་བརྒྱུད་ཁག་དང་དམིགས་བསལ་གྱི་གནས་གཡུང་དྲུང་བོན་གྱི་ཆོས་ལུགས་དང་འབྲེལ་ལྟ་གྲུབ་སྐོར་ལ་ང་ཚོ་དམིགས་བསལ་གྱི་ཆེད་སྦྱོང་ཟེར་བྱེད་མྱོང་ཡོད་མ་རེད་བ་དེ་བཞིན་ལྟ་གྲུབ་སྐོར་ལས་ཞེ་དྲགས་ཞིག་ཞུ་ཐུབ་ས་མ་རེད་བ། ད་ཡིན་ནའི་ལས་ག་རེ་ཟེར་ན། འདི་ཚོའི་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང་ནི་གཡུང་དྲུང་བོན་དང་བཅས་པའི་ཀྱི་འདི་ཚོའི་ཀྱི་ལོ་རྒྱུས་དང་འབྲེལ་བ་འོད་ཀྱི་འདི་ག་ལ་ནི་ངས་མདོར་བསྡུས་མདོར་བསྡུས་མདོར་བསྡུས་སྒྲོག་རོགས་ད་ཞིབ་ཚགས་པོ་ད་ཁྱེད་རང་ཚོ་རྗེས་མ་ད་གལ་སྲིད་རྒྱལ་རབས་ཀྱི་སློབ་ཚན་ནང་ལ་འཛུལ་བ་ཡིན་པ་ན་ནི་ལོ་རེ་རེ་ལ་ཆོས་བརྒྱུད་མི་རེ་བ་གཉིས་ཀྱི་དེ་འདྲའི་ངོ་སྤྲོད་ཡར་སློབ་ཚན་ནང་ལ་ཡོད་རེ་རོ་དེ་བཞིན་ཞིབ་ཅིང་ཕྲ་པོ་དེ་ཚོ་ཡོང་གི་རོ་ད་དེ་རིང་གར་སྲིད་ན་མདོར་བསྡུས་ཙམ་ཞིག་ཞུ་བ་ན་ད་ངས་དེ་ངོ་སྤྲོད་ཞུ་སྟངས་འདི་བོད་ནང་ལོགས་ལ་ནི་གཡུང་དྲུང་བོན་དང་བཅས་པའི་རྒྱ་ནས་ཆོས་བརྒྱུད་ནང་ཆོས་ལུགས་འདི་བཟོ་ག་རེ་ཟེར་ན། བྱུང་ངེས་ཡིན་བྱུང་ངེས་ཀྱི་འཕེལ་རིམ་གྱི་སྒང་ནས་ནི་ངས་མ་འབྲི་ཤེས་ཀྱང་ཡང་རུང་བ། ད་ཐོག་མ་དེ་ག་རེ་ཟེར་ན་གཡུང་དྲུང་བོན་གྱི་སྐོར་ལ་ཅིག་ངོ་སྤྲོད་མདོར་བསྡུས་ཤིག་ཞུས་པ་ཡིན་པ་ཡིན་ན། ད་གཡུང་དྲུང་བོན་དེ་ཡིན་པ་ཡིན་ན། ང་ཚོ་བོད་ཁོ་རང་གིས་ཀྱི་ད་ནང་པ་སངས་རྒྱས་པའི་ཆོས་དེ་ཡིན་པ་ཡིན་ན་ང་ཚོ་བོད་ཁོ་རང་ལ་བྱུང་འཇུག་གྱི་ས་སྐྱེས་རྡོ་སྐྱེས་ཀྱི་ཆོས་ལུགས་མ་རུང་བ། འདི་རྒྱ་གར་ནང་ལུང་དང་དེ་ཚོ་ལ་བྱུང་བཞག་བརྗོད་ཀྱི་ཆོས་ལུགས་ཀྱི་རུ་བ། ད་ཡིན་ནའི་གཡུང་དྲུང་བོན་གྱི་ཆོས་ལུགས་དེ་ཡིན་པ་ཡིན་ན་ད་ཡོངས་གྲགས་ཆེ་བ་ཡིན་པ་ཡིན་ན། བོད་ཁོ་རང་གི་ཨ་ནི་ས་གནས་ས་ཐོག་ཏུ་ཨ་ནི་ས་སྐྱེས་རྡོ་སྐྱེས་ཀྱི་བྱུང་བཞག་བརྗོད་ཀྱི་ཆོས་ལུགས་ཅིག་ལ་ཨ་ནི་ངོས་འཛིན་བྱེད་ཀྱི་ཡོད་རེད་ད། འོ་འདི་གལ་ཆེན་པོ་ཅིག་རེད་གཉིས་པ་དེ་ག་རེད་ཟེར་ན་ད་བོན་ལས་ཀྱི་ཐ་སྙད་ཐོགས་ཚུལ་གང་ལ་རུ་བ། ད་བོན་གྱི་ཐ་སྙད་ཐོགས་ཚུལ་གང་ལ་ང་ཚོས་དུས་རྒྱུན་འགྲེལ་བཤད་རྒྱག་སྟངས་དེ་མི་འདྲ་བ་མང་པོ་ཞིག་འོ་ཞིག་འདུག་གལ་སྲིད་ང་ཚོས་དཔེ་བྱས་ན་ག་རེ་རེད། ང་ཚོས་ནང་པ་སངས་རྒྱས་པའི་ཆོས་ལས་དེ་ལ་ཆོས་ལ་ནི་འཇུག་པ་བཅུ་ཡོད་རེད་ལས་བཅུ་ནས་ཅིག་ཡོད་རེད་ལས་དེ་ནང་བཞིན་བྱས་རྗེས་ཨ་ནི་གཡུང་དྲུང་བོན་གྱི་བོན་དེ་ལས་ཨ་ནི་ཡང་གར་སི་བའི། འགྲེལ་བཤད་རྒྱག་སྟངས་མེད་དེ་གོ་ས་མི་འདྲ་བ་བརྒྱད་ཙི་ལས་དེ་བརྒྱད་ལས་དེ་མང་པོ་འདུག་ད་ཡིན་ན་ཡོངས་གྲགས་བྱ་བ་ཡིན་ན་གཡུང་དྲུང་བོན་ལས་བོན་ལས་ཅིག་འདུག་བ་བོན་ལས་ཀྱི་ཐ་སྙད་འདི་ནི་ཞང་ཞུང་གྱི་སྐད་རེད། ཞང་ཞུང་གྱི། ད་ཡི་གེ་རེད་ཟེར་བ། ད་ཡིན་ནི་རེད་ག་ཟེར་དེ་དོན་དག་འདྲ་བོ་འདི་ཨ་ནི་གཉིས་ལ་གོ་ཡ་འདུག་ག་ཤེད་ཀྱི་གྱེར་པ་དང་ག་ཤེད་ཀྱི་ད་བ་ལ་ཡི་དེ་གྱེར་པ་ལ་ན་ག་ཡ་ད་གྱ་དྲ་མོ་གྱེར་ར་གྱེར་དུས་རྒྱུན་ང་ཚོ་ག་རེ་རེད་གླུ་གྱེར་བ་ལ་ཡི་རུ་བ་འོ་དེ་བཞིན་ད་སྔོན་མ་འགྲོ་བོ་ཡིན་པ་ན་གྱེར་བ་ལ་ཡི་དེ་གོ་བ་འགྲོ་བོ་གླེན་སྟངས་འགྲོ་བྱེད་བ་ཡིན་པ་ཡིན་ན་ག་འདྲ་གོ་ཟེར་སྔོན་མ་ཡིན་ན་ལྷག་འགྲོ་བོ་ཆོད་ཡ་ཡིན་ན་ཨ་ནི་ལྷག་ལ་ང་ཚོས་བསྟོད་པ་ཕུལ་ཡས་ཀྱི་ཨ་ནི་བསྟོད་པ་ཕུལ་དུས་འཛོམས་པ་དབྱངས་སུ་གྱེར་གྱི་ཡོད་རུ་བ་གོ་ཚོད་ཟེར་གླུ་འཁྱེར་བ་འདི་ཞིག་འདི་འདྲས་ལ་འཁྱེར་བ་བྱེད་ཅིག་ཅེས། ཟླ་བ་ལ་ཡི་དེས། ག་ར་རེས་ན་ང་ཚོས་མ་ཎི་འདོན་གི་བ་མ་ཎི་ཟླ་བ། མ་འདར་ལ་ཡིར་བ་མ་འདར། མ་ཎི་ཟླ་བ་དང་མ་ཎི་འདོན་པ། འདྲ་གོ་ཡོད། བྱ་ཚིག་ཟླ་བ་ལ་ཡི་དེས་འདོན་པ་འདྲ་གོ་ཡ་རེད་འདི་ཡིན་པ་སོང་ཙང་བོན་ལ་ཡི་གྱི་ཐ་སྙད་དེ་དོན་དག་དེ་ཡོངས་གྲགས་འདི་ནི་འཁྱེར་བ་དང་ཟླ་བ་འདི་འདྲས་ལ་གོ་ཡ་ཆགས་འགྲོ་གི་གོ་ཚོད་ཟོ་བ་ཟླ་འདི་བ་བོ་ཟ་ལ་ད་ད་རེད་ད་གོ་ཚོད་ཟོ་བ་བོ་འདི་རེད། ད་དེ་ནས་བོན་འདི་ད་གསོལ་བསྟོད་པ་པོ་དུས་ཀྱི་ང་ཚོས་ཀྱི་གསོལ་བསྟོད་པ་པོ་ལ་སྟོན་པ་འདི་ཡོངས་གྲགས་ལ་སྟོན་པ་གཤེན་རབ་མི་བོ་ཆེ་སེ་ཆེན་ལུགས་ར་བ་དེ་བྱས་ནས་གཤེན་ལའི་འདི་དུས་རྒྱུན་ག་རེ་ཟེར་ན་རིགས་རྒྱུད་ཀྱི་མིང་རེད་ང་ཚོ་བོད་པའི་ཀྱི་འགྲོ་བ་མིའི་བྱུང་སྟངས་གང་ལ་ང་ཚོའི་རིགས་གྲོ་གཙོ་བོ་འདི་ད་སྤྲེའུ་དང་བྲག་སྲིན་ཡིན་པ་ཆ་ཞོར་བ་དེ་ནས་མ་ཕལ་རྗེས་ག་རེ་ཟེར་ན་སེ་དང་མིའུ་རིགས་བཞི་བཤད་ཡོད་ར་བ་གཙོ་བོ་དེ་སེ་མུའུ་དོང་སྟོང་སེ་བཞི་བཤད་དུས་བཟང་པ།

གཡུང་དྲུང་བོན་དེ་ཡིན་པ་ཡིན་ན། ག་ས་གཡུང་དྲུང་བོན་མ་བྱུང་སྔོན་ལ་བོན་དང་གཡུང་དྲུང་བོན་ལ་ཡང་ཁྱད་པར་ཆེན་ཡོད་རུང་བ། གཡུང་དྲུང་བོན་དེ་ཡིན་ན་སྟོན་པ་ཤེས་རབ་མི་བོ་ཆེན་རྒྱལ་ནི་གཡུང་དྲུང་བོན་དེ་ཨ་ནི་གསར་གཏོད་བྱས་རེད་ཡིན་དེ་ཡིན་པར་སོང་ཙང་ཨ་ནི་བོད་ཀྱི་གར་ཟེར་ན་འདི་མཁས་དབང་ནམ་མཁའི་ནོར་བུ་ལ་སོགས་པ་དེ་ཚོས་ཀྱིས་ཨ་ནི་གཡུང་དྲུང་བོན་ལ་ཡང་བཀའ་བསྒྲིགས་ག་རེ་རེད་གཤེན་བོན་ཟེར་བྱས་ནས་བེད་སྤྱོད་བཏང་ཡོད་རེད་གཤེན་བོན་ལ་ན། ཤེས་རབ་མི་བོ་ཆེན་གྱིས་ཨ་ནི་གསར་གཏོད་བྱས་རྒྱུ་ཡིན་པར་སོང་ཙང་དེ་བྱས་རྗེས་གཡུང་དྲུང་བོན་ལ་གཤེན་བོན་ཟེར་བྱས་ནས་བེད་སྤྱོད་བཏང་ཡོད་རེད་གོ་ཟེར་ཚོ། དེའི་གར་ཟེར་ན། ང་ཚོ་ད། བོན་གྱི་སྟོན་པ་སྲོལ་བཏོད་ངན་འདི་སྟོན་པ་ཤེས་རབ་མེ་བོ་ཆེ་ད་སྟོན་པ་ཤེས་རབ་མེ་བོ་ཆེའི་འཁྲུངས་ཡས་ཀྱི་ལོ་ཚིགས་གང་ལ་དུས་ཆེན་བཤད་སྟངས་མི་འདྲ་བ་ཡོད་རེད་འགའ་ཤས་བྱེ་བ་ཡིན་པ་ཡིན་ན། ད་དོན་དག་ང་ཚོས་འདས་ཝར་ན་སི་གྱི་ནང་ལོའི་ཡོད་གཡུང་དྲུང་བོན་གྱི་རྒན་དང་ད་ལྟ་ཕུན་ཚོགས་ཉི་མ་མེད་ན་བི་གའི་ཕུན་ཚོགས་ཉི་མ་འགྲོ་བཞིན་བཞག་བྱེ་བ་ཡིན་ན། སྟོན་པ་ཤེས་རབ་མེ་བོ་ཆེ་ཕི་བས་འདི་ཕལ་ཆེར་སྤྱི་ལོའི་སྔོན་གྱི་ཡིན་ན་ཅིག་ལོ་ཆིག་ཁྲི་དྲུག་སྟོང་བརྒྱ་མེད་བཅུ་བདུན་ཞག་ཡོད་བར་ད་ཕི་བའི་ལོ་ཚིགས་འདི་ད་འདི་མ་ཡིན་པའི་གྱི་མཁས་པའི་མཁས་པ་གར་སོང་ན་ནམ་མཁའི་ནོར་བུ་ད་བོན་གྱི་ནང་ལོ་ལ་ཞིབ་འཇུག་བྱེད་མཁས་པ་གྲགས་ཆེན་པོ་ཅིག་རེད། ནམ་མཁའི་ནོར་བུ་བཞི་ཆ་ཆུང་བ་ཡིན་པ་ཡིན་པ་ཡིན་ན་ནི། ད་ཕལ་ཆེར་འདི་སྤྱི་ལོའི་སྔོན་གྱི་བརྩི་གི་ཡོད་ན་ད་ལྟ་ནི་ཡར་བརྩི་དགོས་ན་འདི་ངས་ཐག་བཅད་ར་ཆོད་མ་ཟེར་རོ། ཡིན་ནའི་ག་རེ་ཟེར་ན་ལོ་སུམ་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་ལྔ་ཞེ་ལྔ་བཅུ་རེད་ད་གོ་ཟེར་སོ། ད་ག་ཤེད་ཀྱི་ག་རེ་སྟོན་པ་ཤེས་རབ་མེ་འོ་ཅི་ཕེབས་པས་འདི་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་དང་དུས་མཉམ་ཡིན་ལེར་འདི་བྱ་བ་ཡིན་པ་ན་སྤྱི་ལོའི་སྔོན་གྱི། ལོ་ལྔ་བརྒྱ། ད་དུས་རབས་དྲུག་པ་སྤྱི་ལོའི་སྔོན་གྱི་དུས་རབས་དྲུག་པ་འདི་ཡོད་ན་ཆགས་གྲོལ་རོ། ད་ཡིན་ནའི་ལ་རྒྱལ་རབས་གསལ་བའི་མེ་ལོང་ནང་ལོང་ལ་གཅིག་གི་ཡོད་རེད་རྒྱལ་རབས་གསལ་བའི་མེ་ལོང་ལ་ཡི་འདི་དུས་རབས་བཅུ་གསུམ་ནང་ལོང་ལ་ས་སྐྱ་བ་བསོད་ནམས་རྒྱལ་མཚན་གྱིས་བརྩམས་པ་རེད། བརྩམས་ཆོས་རེད་ལ་ཡོར་དཱ་དུས་ཀྱི་བརྩམས་པ་ཁྲ་བོས་ཀྱི་རྒྱལ་རབས་གསལ་བའི་མེ་ལོང་ནང་ལོགས་གར་ཡོད་ཟེར་སྲིད་ན་རྒྱལ་པོ་དེ་གཉིས་ཀྱི་རིང་ལ་ཟེར་བྲིས་ཡོད་རེད་རོ། ཨ་ནི་གར་སེ་ན་གཡུང་དྲུང་བོན་དང་ཨ་ནི་སྟོན་པ་ཤེས་རབ་མི་བོ་ཆེའི་འཁྲུངས་ཟེར་བྲིས་ཡོད་རེད་དཱ། གོ་ཟེར་སོ། ད་འདི་བྱེད་དུས་བརྩམས་པ་འདི་བྱས་ན་རྒྱལ་པོ་དེ་གཉིས་ལས་དེ་རྒྱལ་པོ་གར་ཆགས་འགྲོ་ཡོད་ཟེར་ན་བོད་ཀྱི་གར་སོང་རྒྱལ་རབས་དགུ་བ་དང་བཅུ་བ་དགུ་བ་ཁ་རེ་རེ་པུ་ཏི་གུང་རྒྱལ་དང། དགུ་བ་དང་ཁ་སང་པུ་ཏི་གུང་རྒྱལ་དང་པུ་ཏི་གུང་རྒྱལ་གྱི་བློན་པོ་རུ་ལས་རྒྱལ་གྱི་སྐབས་སུ་ཕྱག་གྲུབ་ཡོད་རུང་རུང་བ་དེ་བྱེད་པ་ནི་སྤྱི་ལོའི་རྒྱུའི་དུས་རབས་དང་པོ་དང་གཉིས་པ་ལ། སྟོན་པ་ཤེས་རབ་མེའོ་ཅེ་ཕེབས་པའི་དེ་སྤྱི་ལོའི་དུས་རབས་ཀྱི་དང་པོ་དང་གཉིས་པ་དེ་པ་རུ་དེ་ཕྱག་གྲུབ་རེད་བྱས་ཙང་དེ་ངས་ག་རེ་ཟེར་ན་སྟོན་པ་ཤེས་རབ་མེའོ་ཅེ་ག་དུས་ཕེབས་ཡོད་མེད་གང་ལ་ངས་ཐག་གཅོད་ཐུབ་ས་མ་རེད་འདི་ག་རེ་ཟིན་བཤད་ཚུལ་དེ་འདྲ་ཡོད་རེད་གོ་སོས་སོ། དེ་གནད་འགག་ཅིག་རེད་དེ་ནས་དེ་རྗེས་ལ་ག་རེ་ཟེར་ན། ད་སྟོན་པ་ཤེས་རབ་མེའོ་ཅེ་འཁྲུངས་ཡུལ་གྱི་སྒང་ལ། འཁྲུངས་ཡུལ་གྱི་སྒང་ལ། ང་ཚོ། འོལ་མོ་ལུང་རིང་ལ་ངན་དེ་གཅིག་པ་གཅིག་རྐྱང་རེད་ཁྱད་པར་ཡོད་མ་རེད་ད་འོལ་མོ་ལུང་རིང་ངོས་འཛིན་བྱེད་སྟངས་སྒང་ལ་ད་ཁྱད་པར་མང་པོ་ཞུགས་ཆགས་དེ་རེད་ག་ཤེད་ཀྱི་འོལ་མོ་ལུང་རིང་ལ་ཡོད་དེ་སྟག་གཟིག་འོལ་མོ་ལུང་རིང་ལ་ཡོད་རེད་སྟག་གཟིག་ལ་ངན་དེ་ག་བ་སྐད་ཅིག་བཤད་དགོས་ཟིང་ས་སྔོན་མ་གྱི་ང་ཚོའི་ཐ་སྙད་རྙིང་པ་ལ་པར་ཤི་ཡ་ལ་ཡིར་བ་པར་ཤི་ཡ་ལ་ངན་དེ་ལ་བོད་པའི་ཐ་སྙད་ག་ཤེད་ལ་པར་གཟིག་བྲིས་ཡོད་རེད་ཨ་ནི་ག་ཤེད་ལ་སྟག་གཟིག་ཟེར་དེ་ཚོ་རྡོག་རྡོག་ཞན་སྒྲ་ཉམས་རེད་མ་གཏོགས་གཞན་པ་ཕལ་ཆེར་ཐ་སྙད་གཅིག་པ་རེད་རེད་བསམ་གི་འདུག་རོ་པར་ཤི་ཡ་ལ་ངན་དེ་དེང་སང་ག་བ་ཁས་ལེན་ག་བ་ཡིགར་ཟེར་བའི་ས་ཆ་འདི་ག་བ་ངོས་ཟིན་བྱེད་དགོས་ཟེར་ན་དེང་སང་གི་གབ་ཀན་ཁྲུའི་ལ་ཡོད་ཀྱོག་གྱི་ཁ་ཆེའི་རྒྱལ་ཁབ་ཨི་རན་དང་ཨི་རག་འདི་ཡན་ཡོད་འདི་རུ་བ་ཞག་ཡོད་རེད་གོ་ཚོད་ཚོད་བྱས་ཙང་འགའ་ཤས་ཀྱིས་སྟག་གཟིག་འོལ་མོ་རིགས་ལུང་རེད་སྟོན་པ་ཤེས་རབ་མེ་བོ་ཆུ་འཁྲུངས་སྲིད་ཀྱི་སྟག་གཟིག་འོལ་མོ་ལུང་རེད་དེ་ཕ་གར་ཟེར་བའི། གཅིག་ལ་གར་ཟེར་བའི་པར་ཤི་ཡ་ཨི་རན་དང་ཨི་རག་བཙོན་བྱུང་རེད་ད་ཡོངས་གྲགས་འདྲ་བོ་དེ་ག་བ་ཞིག་ཡང་སྟག་གཟིག་འོལ་མོ་ལུང་རིང་ལ་ཡོད་དེ་ཨ་ནི་ལྟོས་ད་ལྟ་མངའ་རིས་ཀྱི་གར་ཟེར་བ་གངས་རིན་པོ་ཆེ་དང་མཚོ་མོ་བམ་ཡུམ་ཚའི་ཉེ་འགྲམ་ལ་ཡོད་ཀྱོག་གྱི་ཨ་ནི་འོལ་མོ་ལུང་རིང་ལ་ཡོད་ཅིང་ཨོ་དེ་ས་ཆ་ད་ག་རང་ལ་ད་སྟོན་པ་ཤེས་རབ་མི་བོ་ཆེན་གྱིས་ནི་འཁྲུངས་ས་དེ་དེ་རེད་ཅེས་ནས་ངོས་འཛིན་བྱེད་སྟངས་དེ་ལ་ཡང་མི་འདྲ་བ་གཉིས་ཡོད་ཀོ་ཚོད་ཟོ། འོ་དེ་ཡས་ག་རེ་ཟེར་ན། དཔྱད་གཞིའི་ཚུལ་དུ་ཕུལ་བཞག་རྒྱུ་རེད་ངས་ག་རེ་ཐག་བཅད་ཡོད་མ་རེད་ད་ཀོ་ཚོད་ཟོ། འོ་དེ་འདྲའི་འདོད་ཚུལ་མང་པོ་ཡོད་རེད། དེ་མ་ཡིན་པར་ཡང་འོལ་མོ་ལུང་རིང་བོན་གྱི་འོལ་མོ་ལུང་རིང་ལ་ཡས་དེ་དང། ག་རེ་ཟེར་ན་ལྷོ་ཁའི་འོལ་མོ་ལུང་རིང་ག་རེ་ཟེར་ན་ད་འོལ་མོ་ལུང་རིང་དེ་ལ་གོ་བ་ལེན་སྟངས་མང་པོ་མང་པོ་འདུག་འགྲོ་བ་ད་ཡོངས་གྲགས་དེ་གཉིས་རེད་ཀོ་ཚོད་ཟོ། འོ་དེ་རེད། ད་དེ་ནས་མ་དགར་ཟེར་ན། བོད་འདི་ང་ཚོས་ད་རེས་ཀྱི་རིམ་པ་གང་ལ་ད་དར་ཚུལ་གང་ལ་རིམ་པ་གང་ལ་མ་ཡི་དབྱེ་བ་ཕྱེ་དུས་ཙམ་པ་དུས་རྒྱུན་བོད་པའི་ལོ་རྒྱུས་ནང་ལོགས་ལ། ད་འདི་ལ་སྡོད་གཟུགས་མང་པོ་ཞུགས་ཡོད་རེད། ནང་པས་ཀྱི་མཁས་པ་དེ་ཚོས་བཤད་སྟངས་གཅིག་ཡོད་རེད་གཡུང་དྲུང་བོན་གྱི་མཁས་པ་དེ་ཚོས་ཀྱི་ནི་བཤད་སྟངས་གཅིག་ཡོད་ཟེར་རེད་བ་ད་གཡུང་དྲུང་བོན་གྱི་ཕྱོགས་ནས་བཤད་སྟངས་འདི་ངས་ཞེའུ་ཞོགས་ཅན་དང་དམིགས་བསལ་ཞིབ་ཚགས་པོ་ཞིག་རེ་ད་ཐུག་མ་སོང་རེད་བ་དེ་ཀྱི་དགོངས་དག་གོ་ངེས་པའི་བྱེད་བཞིན་ཡོད་རེད་བ་ད་ཡིན་ནའི་ལས་ག་རེ་ཟེར་ན་ངས་གཙོ་བོ་འདི་གཉིས་ལ་གཞི་བཞེན་གཅིག་དེ་ག་རེ་རེད་ཟེར་ན་དུས་རྒྱུན་ང་ཚོས་ཀྱི་ད་གྲུབ་མཐའ་ཁག་གི་ལོ་རྒྱུས་འདི་ལྟ་ཡ་ཡིན་པ་ནི་གལ་ཆེ་ཆོག་འདི། ཆིག་སྟོང་བདུན་བརྒྱ་ཡན་ཡོད་ལ་དུས་རབས་བཅོ་བརྒྱད་པའི་ནང་ལོ་བརྩམས་ཞེས་རྗོགས་ཀྱི། ཨ་ནི་ཡའི་ཐུའུ་གན་ཆོས་ཀྱི་ཉི་མ། ཁོས་བརྩམས་ཞེས་རྗོགས་ཀྱི། ཐུའུ་ཐུའུ་གན་གྲུབ་མཐའ་ཡི་ལ་ཡི་རུ་བ། གྲུབ་མཐའ་བཤད་ཀྱིས་མི་ལང་བ་ལས་རེད། འདིའི་ནང་ལོ། འདི་དང་ཨ་ནི་གཅིག་དེ་ག་རེ་རེད་ཟེར་ན། མཁས་དབང་ནམ་མཁའི་ནོར་བུ་གྱིས། དེའི་གྲུབ་མཐའི་རྣམ་བཞག་འདི་གཉིས་ག་རེ་ཟེར་ན། གཞི་བཞག་ཅེས་ག་རེ་ཟེར་ན་གཡུང་དྲུང་བོན་གྱིས་དར་ཚུལ་སྒང་ལ་བཤད་དུས་བརྩམས་པ། ཐུགས་ཀྱི་མཆོད་ཅིང་ཉེས་མེད་ཅིག་ག་རེ་བྱེད་དགོས་ཟེར་ན་བོན་ལ་རིམ་པ་འགྲོ་བོ་འདིས་ཕལ་ཆེར་དབྱེ་བ་གསུམ་བོན་གྱི་དར་ཐང་ལས་དབྱེ་བ་གསུམ་དུ་ཕྱེ་གི་འདུག་བ་རྡོལ་བོན་ལས་འདི་གཅིག་ཕྱེ། གར་བོན་ལས་འདི་གཅིག་ཕྱེ་ཨ་ནི་འགྱུར་བོན་ཟེར་དབྱེ་བ་གསུམ་ཕྱེ་གི་རེད། རྡོལ་བོན་ལས་དེ་ག་རེ་ཟེར་ན་རྟ་འདོན་པ་གཉིས་ནས་ཁོ་རང་བྱུང་ཞག་སྐྱོར་གྱི་རྟ། ང་ཚོས་གཡུང་དྲུང་བོན་གྱི་ཆོས་བྱེད་རོགས་འདི་འགྲོ་བོ་ཡིན་ན་ཡར་ལྷ་ལ་ཡང་མཆོད་པ་བྱེད་ཡས་དང་མར་བྲེ་གནས་ཡས་དང་སི་བཏུལ་ཡས་ལ་སོགས་པ་འདི་འདྲས་ཀྱི་བྱེད་ཡས་དེ་ལ་ཨ་ནི་རྡོལ་བོན་ཟེར་ལས་དེ་ད་ཆོས་ལུགས་སྔ་ཤོས་དེ་ལས་དགོས་རེད། དེ་རིང་གར་བོན་ལས་དེ་འཁྱར་བ་ལ་ན་འཁྱར་བ་འཁྱར་བ་ལ་ན་ག་རེ་འཁྱར་བ་ལ་ན་ཨའོ་ཁལ་དེ་ཁྱེར་ར་ཁྱེར་ལ་ན། ཡ་ཁྱེར་བ་དེ་དེ་གྲོགས་གྲོགས་ར་བ་ཁྱེར་བ་ལའི་དེ་ག་རེ་ཟེར་ན། གཡུང་དྲུང་བོན་གྱི་བོན་གྱི་དང་གཡུང་དྲུང་མར་དང་བོན་གྱི་ཆོས་ལུགས་ལ། ཨ་ནི་ད་ལྟ། གར་སོ། དབང་ཕྱུག་གི་ཆོས་དང་འདྲེ་བཀྲེས་བཀྲེས་ཐེབས་ཀྱོ་དེ་ལ་ཨ་ནི་གར་བོན་ཟེར་ལབ་ཀྱོ་རེད། དེའི་རྗེས་ལ་ནི་བསྒྱུར་བོན་ལའི་དེ་བསྒྱུར་ལ་ན་ག་རེ་རེད། Translation ལས་དུ་རུ་བ། འགྱུར་བོན་འདི་གང་ལ་སྔ་ཕྱི་རིམ་པ་གསུམ་ཕྱེས་ཡོད་རེད་དེ་ག་རེ་རེད་ཟེར་ན་གཡོན་དབུས་བོན་གྱི་ཆོས་ལུགས་དང་ནང་པའི་ཆོས་ལུགས་པ་རུ་ལ་སྤྲད་སྤྲད་ཐེབས་འགྱུར་དེ་ལ་འགྱུར་བོན་ལས་ད་འགྱུར་རེད་དེ། ད། ངས་ཐག་བཅད་ཡོད་མ་རེད་ད། དེའི་ལོ་རྒྱུས་དེ་ཐུའུ་བཀྭན་ཆོས་རྒྱུན་ཉི་མ་གྲུབ་མཐའ་གཞི་བཞག་ཆེ་བ་ཡིན་པ་ཡིན་ན་ནང་པ་སངས་རྒྱས་པའི་ཆོས་ལུགས་ནང་ལོགས་ནས་མ་ཨ་ནི་ཕ་ག་རེ་ཟེར་ན་གཡུང་དྲུང་བོན་གྱི་ཆོས་ལུགས་མང་པོ་འགྱུར་བའི་སྐད་ཆ་བཤད་གི་རེད་འགྱུར་བས་དེ་ལ་འགྱུར་སྔ་ཕྱི་རིམ་པ་གསུམ་ཕྱེས་གི་ཡོད་རེད། གཅིག་དེ་སྲོང་བཙན་སྒམ་པོད་ཀྱི་དེའི་ཁྲི་སྲོང་ལྡེའུ་བཙན་གྱི་སྐབས་སུ་ཨ་ནི། ཤམ་ཐབས་སྔོན་པོ་ཅན་གོན་ངེས་ཡིན་ག་བཤད་ཀྱི་འགྱུར་རེ་ལས་གཅིག་ཡོད་རེད་གཅིག་དེ། ཁྲི་སྲོང་ལྡེའུ་བཙན་སྐབས་སུ་འགྱུར་བར་མ་དེ་ཁྲི་སྲོང་ལྡེའུ་བཙན་སྐབས་སུ་རིན་ཆེན་ཕྱོགས་ལས་ཅིག་ཡོད་རེད་དེའི་སྐབས་སུ་འགྱུར་རེ་ལས་ཡོད་དེ་ཐ་མ་དེ། བརྒྱད་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་བོད་ཀྱི་རྒྱལ་པོ་ཁྲི་དར་མ་ཀྲོང་རོ་བ་ལྷ་ལུང་དཔལ་གྱི་རྡོ་རྗེ་ཀྲོང་ཚ་བོའི་རྗེས་ལ་ནི་བོད་སིལ་བུ་ཐོ་རོ་བ་གང་ལྟར་ཁྲི་དར་མ་ཀྲོང་ཚ་བོའི་རྗེས་ལ་ཨ་ནི་ད་ལྟ་གཙང་གི་མྱང་ཆུ་གཙང་པོའི་མྱང་འདོད། གཙང་ལ་མྱང་འདོད་དང་མྱང་མས་ཟུར་བ། མྱང་འདོད་འདིའི་གཡས་གཡོན་འདི་པ། ནི་ཀླུ་ཆེན་ཤེལ་དཀར་ལས་བྱས་ཏེ་བོན་གྱི་མཁས་པ་ཞིག་རེད་འདིའི་གྱི། ཡང་བརྒྱ། ནང་པ་སངས་རྒྱས་པའི་ཆོས་ལུགས་ནི་གཡུང་དྲུང་བོན་གྱི་ལས་ཕ་བོན་ལ་ཕ་མང་པོ་ཞུ་བ་ཞིག་གྱུར་རྗེས་ཨ་ནི་གཏེར་ལ་དེ་འདྲའི་འབད་འབུད་ཀྱི་ལོ་རྒྱུས་མང་པོ་ཞུ་བས་རེད། འདི་ལ་བསྒྱུར་བོན་བྱས་རྗེས་ད་འདི་ག་རེ་རེད། ད་ལྟ་འདིའི་གྱི་ཐུའུ་བཀན་ཆོས་རྒྱལ་ཉི་མའི་གྲུབ་མཐའི་ནང་ལོ་ནི་བཤད་སྟངས་དེ་རེད་རུ་བ། ད་འདི་ནི་མ། དེ་ཟེར་གོ་ཀ་མ་དེང་དེ་བྱས་མ་རུ་བ། དེ་ནས་ག་རེ་ཟེར་ན། གཅིག་དེ་དོན་དག་གཞན་པ་གཅིག་དེ་འདིར་གར་ཟེར་བས་ང་ཚོས་དོན་དག་འདི་གར་ཟེར། མཁས་དབང་ནམ་མཁའི་ནོར་བུ་མཁས་དབང་ནམ་མཁའི་ནོར་བུ་དེ་གཡུང་དྲུང་བོན་ལ་ཞིབ་འཇུག་ཞིབ་ཚགས་པོ་ཞུ་བྱེད་དེ་ངན་གྱི་མཁས་དབང་ཅིག་རེད་འགྲོ་བ་མཁས་དབང་ནམ་མཁའི་ནོར་བུ་གྱིས་བོན་ལ་གར་ཞེས་ཡོད་ཟེར་ན། གཡུང་དྲུང་བོན་གྱིས་མ་བྱུང་སྔོན་ལ་སྟོན་པ་ཤེས་རབ་མི་བོ་ཆེན་གྱིས་གཡུང་དྲུང་བོན་འདི་ཡང་སྨྲས་ན་གཤེན་བོན་འདི་གསར་གཏོད་མ་བྱས་སྔོན་ལ་བོན་ལ་གར་ལས་དགོས་ཟེར་ན། བདུད་བོན་དང་རྡོལ་བོན་ཟེར་བྱས་ནས་བོད་ཆས་བཏང་གི་ཡོད་རེད་ཐ་སྙད་དེ་གོ་བཟོས་སོ། འདིའི་སྟོན་པ་ཤེས་རབ་མེ་ཨོ་ཆེན་གྱི་གཡུང་དྲུང་སྔོན་བོན་འདི་གསར་གཏོད་མ་བྱས་སྔོན་གྱི་དེ་རེད། ཨ་ནི་སྟོན་པ་ཤེས་རབ་མེ་ཨོ་ཆེན་གྱིས་ཨ་ནི་གཡུང་དྲུང་བོན་འདི་གསར་གཏོད་བྱས་ཚར་བའི་རྗེས་ལ་ཨ་ནི་ད་ལྟ་ང་ཚོས་རྒྱུའི་གཡུང་དྲུང་བོན་འདི་རེད། བ་འོ་འདི་འདྲ་བྱས་ནས་ག་ན་རྡོ་ལོག་ཞུས་ན་བོན་རྒྱུད་དར་ཚུར་ག་ལ་ཡོད་མི་འགྲོ་བ་གསུམ་དུ་ཆར་བ་ད་མགྱོགས་སུ་འགྲོ་ཡིན་དཱ་དེ་ལ་དུས་ཚོད་མང་པོ་ཟག་འགྲོ་འདུག་ར། དེ་གཅིག་བྱས་རོགས། དེ་ནས་དེའི་རྗེས་ལ་ག་རེ་ཟེར་ན། ད་གཡུང་དྲུང། གཅིག་དེ་དེ་རེད་ད་དེ་ནས་ང་ཚོས་གནད་འགག་ཆེ་ཤོས་དེ་གཡུང་དྲུང་བོན་དེ་རེད་ད་ལྟ་མཁས་དབང་ནམ་མཁའི་ནུ་བོས་བཤད་པ་གཞི་བཞག་ཆེ་བ་ཡིན་ན། ཨ་ནི་བདུད་བོན་དང་འདོད་བོན་ལྷའི་དེ་སྔོན་མ། བོད་གོ་རང་ས་སྐྱའི་རྡོ་རྗེ་གང་ཟག་སྟོན་པ་ཤེས་རབ་མི་བོ་ཆེ་མ་བྱུང་སྔོན་གྱི་བོན་དེ་རེད་ཟེར་དེ་ལ་དེ་བྱས་ཨ་ནི་དེའི་རྗེས་ལ་ཨ་ནི་སྟོན་པ་ཤེས་རབ་མི་བོ་ཆེ་གྱིས་ངའི་བསྟན་པ་ལ་གཅིག་ཟད་གཅིག་གཅོད་ཀྱི་མེད་གསུངས་རྗེས་ཨ་ནི་གཡུང་དྲུང་བོན་གྱི་བསྟན་པ་དེ་གསར་གཏོད་བྱས་རེད་ལས་གཡུང་དྲུང་བོན་ལྷའི་དེ་གཡུང་ལྷའི་དེ་ཨ་ནི་སྐྱེ་བ་མེད་པ་འགག་པ་མེད་པ་ལས་འབྱུང་བ་གཡུང་ལྷ་ན་སྐྱེ་བ་མེད་པ་དྲུང་ལ་ན་དགག་པ་མེད་པ། ཧ་གོ་སེ། དེ་འདྲའི་གཞི་ནས་གཡུང་སྐྱེས་སྐྱེ་འགག་གཉིས་ཆ་མེད་བུ་ཅོ་ཇི་འདྲ་ལྟ་གྲུབ་ཅིག་ལ་ཨ་ནི་གཡུང་དྲུང་བོན་ཟེར་བོན་སླ་བ་ཡིན་པ་ན་ཨ་ནི་གདུལ་བྱ་སྐྱོབ་འབུལ་གྱི་དོན་ལ་མཁོ་ཡོད་དོ། དེ་འདྲའི་ཕྱིར་ནི་ད་ད་ལྟའི་གྱི་ང་ཚོའི་བོན་དེ་ཨ་ནི་གཡུང་དྲུང་བོན་དེ་ཨ་ནི་སྟོན་པ་ཤེས་རབ་མི་བོ་ཆེ་གྱིས་ད་གསར་གཏོད་བྱས་ཆོག་རེད་འདི་ག་རེ་ཟེར་ན། མཁས་དབང་ནམ་མཁའི་སྣོད་བུད་ཀྱི་གསུང་སྟངས་ཆེ་བ་ཡིན་ན་སྔོན་མ་གདོད་མའི་གྱི་བོན་དང་ཨ་ནི་ད་ལྟའི་གཡུང་དྲུང་བར་ལ་ཨ་ནི་ཁྱད་པར་ཡོད་ལབ་དགོས་རེད་གོ་ཚོད་སོ། འོ་དེ་རེད་དོ། ད་དེ་ནི་ག་རེ་ཟེར་ན་གཡུང་དྲུང་བོན་ལ་ང་ཚོས་བསྟན་པ་ག་རེ་ཟེར་ན། འཕེལ་འགྲིབ་ཀྱི་སྒང་ནས་བཤད་འཕེལ་བ་དེ་འགྲིབ་པའི་སྒང་ནས་བཤད་པ་ཡིན་པས་ན། སྔ་དར་དང་བར་དར་དང་ཕྱི་དར་ཟེར་ཡོད་རེད་རོ། འདིའི་ལྟ་ཞིབ་གསལ་བོ་ཞིག་རེ་ཞུ་ཡོད་མེད་ད་རོ། སྔ་དར་དེ་ཡིན་པ་ན་གྲི་གུམ་བཙན་པོའི་གྱི་སྐབས་སུ་བོན་གྱི་བསྟན་པ་མ་བསྣུབས་ཀྱི་སྔོན་ལ་སྔ་དར་ཟེར་ལེ་ཡོད་རེད་གྲི་གུམ་བཙན་པོའི་གྱི་བསྟན་པ་བསྣུབས་ཟེར་བའི་རྗེས་ལ་ཡང་གྲི་གུམ་བཙན་པོ་གྱི་སྲས་པུ་ཏི་གུང་རྒྱལ་གྱིས་གཡུང་དྲུང་བོན་གྱི་བསྟན་པའི་གྱི་སྦྱིན་བདག་འདྲེ་བྱས་ཀྱི་ཡང་བསྐྱར་བསྟན་པ་སྤེལ་ཅིག་དེ་ནས་མ་བོད་ཀྱི་རྒྱལ་པོ་ཧ་ར་སི་ཁྲི་སྲོང་ལྡེའུ་བཙན་པར་རུ་ལ་བར་དར་ལེ་ཡོད་རེད་རོ། ཁྲི་སྲོང་ལྡེའུ་བཙན་གྱི་སྐབས་སུ་བོན་གྱི་བསྟན་པ་འདི་ག་ལ་གང་འཚམ་གྱིས་ཉམས་རུང་རུང་བ། དེའི་རྗེས་ནི་མ་ཡང་ག་རེ་བྱེད་དགོས་ཟེར་ན་ནི་བསྟན་པ་ག་རེ་རེད་ད་ལྟ་ཇི་ལྟར་བྱེད་ཀྱི་རུང་བ། དེ་འདྲའི་བྱེད་ཀྱི་ག་རེ་ཟེར་ན་གཡུང་དྲུང་བོན་གྱི་བསྟན་པའི་ཀྱི་འཕེལ་ཡས་དང་སྒྲིབ་ཡས་ཀྱི་སྒང་ནས་མ་ནི་ག་རེ་བྱེད་དགོས་ཟེར་ན། ནི་དབྱེ་བ་འགྲོ་ག་རེ་སོང་བས་སྔར་ལྟར་དང་བར་ལྟར་དང་ཕྱི་ལྟར་བྱེད་ཀྱི་གཡུང་དྲུང་བོན་ལ་ད། ཞག། གཅིག་ཞག་ཡས་འགྲོ་མི་འགྲོ་བ་གསུམ་ཚུལ་དུ་རུང་བ། ད་དེ་ནས་ག་རེ་ཟེར་ན། གཡུང་དྲུང་བོན་གྱི་གཞུང་སྒྲོག་ཁུངས་གཏུགས་ས་དེ་ཞིབ་ཚགས་པོ་བཤད་ན་མི་འདར་བ། གཞུང་སྒྲོག་ཁུངས་གཏུགས་ས་དེ་གཙོ་བོ་དེ། ཐིགས་པ་རིམ་དགུ་དང་སྒོ་བཞི་དང་མཛོད་ལྔ་ཟེར་ད་དེ་ཚོ་ཞེ་དྲག་ཞིབ་ཚགས་པོ་ཞུ་མི་དགོས་ཕྱིར་རོ། ད་མདོར་བསྡུས་ནས་ཞུས་པ་ཡིན་པ་ཡིན་ན། གཡུང་དྲུང་བོན་འདི། བོད་ཀྱི་ད་ས་སྐྱེས་རྡོ་སྐྱེས་ཀྱི་ཆོས་ལུགས་དེ་གཡུང་དྲུང་བོན་འདི་ཡིན་པ་སོང་ཙང་གཡུང་དྲུང་བོན་འདི་ཡིན་པ་ཡིན་ན། བོད་ལ་རྒྱལ་རབས་བཞི་བཅུ་ཞེ་གཉིས་བྱུང་ཡོད་པའི་ནང་ལོགས་ནས་མ་བོད་ཀྱི་རྒྱལ་པོ་དང་པོ་གཉའ་ཁྲི་བཙན་པོ་ནས། བོད་ཀྱི་རྒྱལ་པོ་སུམ་ཅུ་སོ་གཉིས་པ། སྲོང་བཙན་སྒམ་པོའི་ཡབ་གནམ་རི་སྲོང་བཙན་བར་དུ། དེ་ནི་མ་གྲི་གུམ་བཙན་པོ་མ་ལྡི་བའི་བཞེན་པ་བོད་ཀྱི་རྒྱལ་རབས་སུམ་ཅུ་སོ་གཅིག་ཙམ་གྱི་གར་རེ་རེད་ཟེར་ན། ད་ལྟའི་སྐབས་སུ་བ་ནི་གཡུང་དྲུང་བོན་དེའི་བཞི་བོ་ཅིག་དར་ཡོད་བ་དང་རྒྱལ་པོ་དེ་ཚོ་བས་ཕལ་ཆེ་བ་གར་རེ་རེད། བོན་གྱི་ཆོས་ལུགས་ཡིན་པ་དག་ནི་སྐབས་དེ་དུས་ག་རེ་ཟེར་ན་བོད་ཀྱི་ས་ཁོངས་ཡོངས་རྫོགས་པ་ལ་ཨ་ནི་གཡུང་དྲུང་བོན་འདི་ས་སྐྱ་རྡོ་སྐྱ་བ་ཡིན་པ་ཅིག་གོ་ཚོད་བཟོ་བ་འོ་འདི་ག་རེ་ཟེར་ན་གཡུང་དྲུང་བོན་གྱི་ད་ཅིག་ཆོས་འབྱུང་དང་འབྲེལ་བ་ཡོད་ཀྱི་ངོ་སྤྲོད་མདོར་བསྡུས་བྱས་རུ་བ། ད་གཉིས་པ་དེ་ག་རེ་རེད་ཟེར་ན། ང་ཚོའི་རྒྱུ་སྐར་ཟེར་ན་བོད་བརྒྱུད་ནང་བསྟན་གྱི་ད་ཆོས་བརྒྱུད་ཆེན་པོ་བཞི། ནང་ལོགས་ནས་ཐོག་མ་དེ་ང་ཚོ་རྙིང་མ་དར་རུ་བ། རྙིང་མེད་ཀྱི་སྒང་ལ་མདོར་བསྡུས་ཞུས་རུ་བ། རྙིང་མ་ལ་ངན་གྱི་ཐ་སྙད་འདིས་ང་ཚོའི་དུས་རྒྱུན་ལྡོག་ཕྱོགས་ལ་གསར་མ་དང་བསྒྱུར་ཡས་ཀྱི་སྒང་ནས་བསྒྱུར་གསར་བ་དང་རྙིང་པ་ཟེར་དེ་འདྲའི་དབྱེ་བ་ཕྱེ་དགོས་ཡོད་ས་མ་རེད་རྙིང་མ་ལ་ངའི་ཐ་སྙད་དེ་ག་རེ་བྱེད་རེད་ཟེར་ན་བསྒྱུར་སྔགས་ལ་གསང་སྔགས་ཡང་མེད་ན་བརྒྱུད་གསང་སྔགས་བསྒྱུར་ཡས་ལ་གསར་རྙིང་གྱི་དབྱེ་བ་ཕྱེ་ཞོར་རེད་རུ་བ། དེ་བྱས་རྗེས་གར་སྲིད་ན་གསང་སྔགས་རྙིང་མ་དེ་ལ་གནས། གསང་སྔགས་རྙིང་མ་དང་གསར་མ་ཟེར། གསང་སྔགས་གསར་རྙིང་གི་ཁྱད་པར་འདི། དུས་རབས་དགུ་པའི་ཀྱི། དུས་རབས་བཅུ་པའི་ཀྱི་མཇུག་དང་བཅུ་གཅིག་པའི་ཀྱི་འགོ་ལ་ཕེབས་བྱ་འགྱུར་གྱི་མངའ་རིས་ཀྱི་ལོ་ཙཱ་བ། ལོ་ཙཱ་བ་རིན་ཆེན་བཟང་པོས་ཀྱི་གསང་སྔགས་གསར་མ་ཚོ་འགྱུར་རུ་བ། དཔེར་བཤད་ན་གསང་བ་འགྱུར་པ་དང་བདེ་མཆོག་དེ་ཚོ་མ་རེད་པ་དེ་ཚོ་འགྱུར་ནས་དེ་རྗེས་ལ་གསང་སྔགས་གསར་མ་དར་རུ་བ་བྱས་ཙང་ལོ་ཙཱ་བ་རིན་ཆེན་བཟང་པོས་ཀྱི་གསང་སྔགས་གསར་མ་མ་འགྱུར་སྔོན་གྱི་གསང་སྔགས་ཀྱི་འགྱུར་པ་བྱུང་རུ་བ་དེ་འདྲའི་ལ་ཞེས་ན་གསང་སྔགས་དེ་ལ་ཤེས་བྱ་འདི་ལ་ག་རེ་རེད

ད་དེ་ནས་ག་རེ་ཟེར་ན་རྙིང་མ་བྱུང་སྟངས་ཀྱི་སྒང་ལ་ཡ། ལོ་རྒྱུས་མདོར་བསྡུས་འགྲོ་བ་ཡིན་པ་ན་དེ་ག་རེ་ཟེར་ན་ང་ཚོའི་བོད་བརྒྱུད་ནང་བསྟན་ཆོས་ལུགས་ཀྱི་འཕེལ་རིམ་དང་འབྲེལ་བ་ཡོད་རེད། ག་རེ་ཟེར་ན་བོད་ལ་གདམས་པ་སངས་རྒྱས་པའི་ཆོས་ཀྱི་བྱུང་སྟངས་ཀྱི་སྒང་ནས་ག་རེ་ཟེར་ན་དབུ་བརྙེས་པ་དང་དར་བ་དང་དར་ཞིང་རྒྱས་པ་ཟེར་དབྱེ་བ་གསུམ་ཕྱེ་ཡོད་རོ། དབུ་བརྙེས་པ་ལ་བ་ཡིན་ན་ཆོས་ཀྱི་ག་རེ་ཟེར་ན་ཉམས་ལེན་བྱེད་མཁན་ཡོད་མ་རེད་ནང་པ་སངས་རྒྱས་པའི་ཆོས་རྗེས་འཇུག་པ་མི་ཡོད་མ་རེད་དབུ་བརྙེས་པ་ལ་ཡི་དེ་ག་རེ་རེད་ནང་པ་སངས་རྒྱས་པ་དེ་འབྲེལ་བ་ཡོད་རྒྱུ་གྱི་རྟེན་དང་རྟེན་དཔེ་བཞིན་ན་ལྷ་སྐུ་རྟེན་གསུམ་ལ་སོགས་པ་དང་དཔེ་ཆ་དེ་ཚོ་གར་ནང་པའི་དཔེ་ཆ་དེ་ཚོ་བོད་ལ་ཐོག་མར་སླེབས་ཡོད་ཀྱི་དོན་དག་དེ་ལ་དབུ་བརྙེས་པ་ལས་གོ་ཟོས་སོ། དར་བ་ལ་བ་ཡིན་ན་ནི་དངོས་སུ་ག་རེ་རེད་ནང་པའི་གྱི་རྗེས་འཇུག་པ་ཆགས་ཡོད་དེ་ལ་དར་བ་གོ་ཟོས་ཟེར། འོ་དེ་འདྲ་ལས་བྱས་ཙང་ལྷ་ཐོ་ཐོར་བརྙེས་མཛད་སྐབས་སུ་ཆུའི་དབུ་བརྙེས་རེད་དེ་ལ་གར་སེམས་ན་ལི་ཡུལ་གྱི་ལོ་ཙཱ་བ་ལི་ཏི་སི་དང། ཨ་ནི་ཐོག་ཁར་གྱི་ལོ་ཙཱ་བ་བློ་བསམ་རྩེ་བློ་བསམ་མཚོ་ཁོ་གཉིས་ཀྱིས་སྤང་གོང་ཕྱག་རྒྱ་མ་དང་རྡོ་རྗེ་ཟ་མ་ཏོག་དེ་ཚོ་གར་སེམས་ན་བོད་ལ་ཁྱེད་འོང་རྗེས་ཨ་ནེ་ཡེ་ལྷ་ཐོ་ཐོར་གཉན་བཙན་ལ་ཕུལ་རུ་བ་ཁྱོད་ཀྱིས་འདི་ལ་ཆོས་དབུ་བརྙེས་ལེ་རེད། དེ་ནས་གར་སོང་ན་ད་ཆོས་དར་ལ་ཡེ་དེ་བོད་ཀྱི་གར་སོང་ན་རྒྱལ་པོ་སྲོང་བཙན་སྒམ་པོའི་སྐབས་སུ་དུས་རབས་བདུན་པ་སྲོང་བཙན་སྒམ་པོའི་སྐབས་སུ་ཨ་ནེ་བཙུན་མོ་གཉིས་ཆགས་ཏེ་སྲོང་བཙན་སྒམ་པོ་ལ་དུས་རྒྱུན་ང་རང་ཤེས་སྟངས་བྱུང་ན་སྲོང་བཙན་སྒམ་པོ་ལ་ནང་པ་སངས་རྒྱས་སྲོང་བཙན་སྒམ་པོའི་སྐབས་སུ་བོད་ལ་ནང་པ་སངས་རྒྱས་པ་དར་ཡེ་ལ་དུས་རྒྱུན་ང་རང་བསམ་ཚུལ་ཤུགས་རྐྱེན་སྤྲད་ཡེ་དེ་གཉིས་དེ་གར་སོའི་བཙུན་མོ་དེ་ཚོ་རེད་བསམ་གྱི་ཡོད་ང་རང་བསམ་ཚུལ་བྱས་ན་གར་སོང་ནས་བཙུན་མོ་གཉིས་ཆགས། ནང་པའི་རྒྱལ་ཁབ་ནས་ལན་རེ་གཅིག་དེ་རྒྱ་ནག་རྒྱལ་ས་ཝིན་ཤིན་ཀོང་ཆུ་ཝེན་ཁྲང་ཀུང་ཀྲུའུ་ལས་རེ་བ་ཝིན་ཤིན་ཀོང་ཆུ། གཉིས་པ་དེ་བོད་ཡུལ་གྱི་ཨ་ནེ་སྲས་མོ་བེ་སར་ཁྲི་བཙུན་གཉིས་ཆ་ནང་པའི་རྒྱལ་ཁབ་ནས་བླངས་རེད། དེ་ནས་ནང་པའི་རྒྱལ་ཁབ་ནས་གླེན་པ་ཙམ་གྱིས་མ་ཡིན་པ་དེའི་རྟེན་དེའི་ཧ་རེ་འཁྱུད་ཡོད་ཟེར་ན། སྟོན་པ་དགུང་ལོ་བཅུ་གཅིག་བཅུ་གཉིས་དང་དགུང་ལོ་བརྒྱད་པད་ཀྱི་སྐུ་ཚེ། ཨ་ནེ་ཇོ་བོ་ཤཱཀྱ་མུ་ནེ་དང་ཇོ་མོ་མོས་རྒྱུད་རྡོ་རྗེ་གཉིས་འཁྱུད་ཡོད་རེད་དེ་གཉིས་བཞུགས་སྲིད་ཀྱི་ཧ་རེ་རེད། ལྷ་ཁང་ཡ་ག་རེ་ཟེར་ན་ར་ས་འཁྲུངས་ནང་གཙུག་ལག་ཁང་དང། ཨ་ནེ་རྒྱལ་རྟགས་ར་མོ་ཆེ་གཙུག་ལག་ཁང་ཟེར་གཙུག་ལག་ཁང་མི་འདྲ་བ་གཉིས་བཞེངས་རོ། བྱས་ཙང་རྩིས་མོ་རྩིས་མོ་འདི་གཉིས་ཀྱི་ཤུགས་རྐྱེན་ལ་བརྟེན་ཅེ་ཨ་ནེ་རྒྱལ་པོ་དེ་ཡིན་ན་རེ་བློན་འབངས་དེ་ཚོ་མང་པོ་ཞི་བོ་ཅིག་ནང་པ་ལ་ཆགས་ཡས་ཅིག་གོ་བཟོས་སོ། དེ་བྱས་ཅིག་དེ་ལ་ག་རེ་རེད་ཟེར་ན་དུས་རྒྱུན་ང་ཚོས་དར་ཟེར་ལ་ཡ་རོ། ད་དར་ཞིང་རྒྱས་པ་དེ་ནི་ཁྲི་སྲོང་ལྡེའུ་བཙན་སྐབས་སུ་ད་མཁན་ཆེན་ཞི་བ་འཚོ་དང་སློབ་དཔོན་པདྨ་འབྱུང་གནས་དང་དེ་འདྲའི་གདན་དྲངས་ཨ་ནེ་རྒྱ་གར་གྱི་མཁས་པ་མང་པོ་དང་བོད་ཀྱི་ལོ་ཙཱ་བ་ཨ་ནེ་བཀའ་ཆོག་ཞང་གསུམ་ལ་བཟོ་པ་མང་པོ་ཞིག་བརྗོད་ཅིག་ནི་མང་པོ་བསྒྱུར་རོ་བ་དང་ད་དེ་འདྲས་བྱས་ཅིག་ག་རེ་ཟེར་ན། མཐར་ཕྱིན་རྒྱས་པ་ཟེར་བ་ད་འདི་ཡིན་པར་སོང་ཙང་ད་ལྟ། སྙིང་མེད་ཀྱི་ཆོས་བརྒྱུད་བྱུང་སྟངས་འདི་ག་རེ་འབྲེལ་བ་ཡོད་རེད་ཟེར་ན་ད་ང་རང་བསམ་ཚོད་བྱས་བ་ཡིན་པ་ན་ང་རང་བསམ་ཚོད་བྱས་ན་གཙོ་བོ་འདི་ཡིན། དར་རྩུ་འདི་ཡིན། ཐོག་མར་དེ་དུས་རྒྱུན་ང་ཚོས་ལོ་རྒྱུས་ཁུངས་གཏུགས་ས་ག་ནས་གཏུགས་དགོས་རེད་ཟེར་ན་ཐོག་མར་དར་ཡས་མགོ་བཙུགས་ཡས་དེ་འདི་ནས་ཁུངས་གཏུགས་དགོས་དང་སྲོང་བཙན་སྒམ་པོ་ནས་ཁུངས་གཏུགས་དགོས་དང་བ་ག་རེ་ཟེར་སྲོང་བཙན་སྒམ་པོའི་སྐབས་སུ་སྙིང་མེད་ཆོས་བརྒྱུད་དང་པོ་གྲུབ་པའི་སྒོ་རྒྱུ་མཚན་ག་རེ་བྱས་རེད་ཟེར་ན། སྐབས་དེ་དུས་རྒྱུད་མང་པོ་ཞི་བ་ཅིག་སླེབས་རེད་ཟེར་གསང་སྔགས་ཀྱི་གཞུང་ལུགས་ཅིག་སླེབས་པའི་རྒྱུ་སྒྲུབ་བྱེད་དེ་ག་རེ་དྲངས་དགོས་ཡོད་རེད་ཟེར་ན། དེ་ཡིས་ད་ལྟ་ང་ཚོས་ཀྱིས་འདི་ན་རྒྱལ་རབས་གར་ཟངས་བཀའ་ཆེམས་བཀའ་བཀོད་མ་བཀའ་ཆེམས་བཀའ་བཀོད་མ་ལ་ངན་འདི་དུས་རྒྱུན་སྲོང་བཙན་དགོན་པའི་རྫས་རི་ལས་ད་འདི་ད་རྫས་མེད་བ་འདི་ད་ཕལ་ཆེར་ཡོངས་གྲགས་འདྲ་བོ་རེད་ཚིག་གི་ཚིག་རིས་ད་ག་བ་ཟིག་པ་ཡིན་ནའི་ལེ་རོ་བ་བྱས་ཙང་འདི་ཡི་བཀའ་གར་ཟེར་ན་དངོས་སུ་གཏེར་ནས་ཐོན་ཏེ་ཆིག་སྟོང་བརྒྱ་མེད་བཞི་བཅུ་ཞག་དགུ་ཡན་ཡོད་འདི་བཀའ་གར་ཟེར་ན་ཨ་ནི་ཇོ་བོ་རྗེ་པ་དེ་ཨ་དེ་ཞལ་གྱིས་བཀའ་བ་བུམ་པ་ཅན་གྱི་གཏེར་འདི་མ་འདི་ནི་མ་གཏེར་ནས་ཞོལ་གྱར་བ་བྱས་ཙང་དུས་ཚོད་འདི་ཡན་ཡོད་ཙང་བརྩམས་བཞག་འགྱུར་བ་འདིའི་ནང་ལོགས་ལ་ག་རེ་བཤད་ཡོད་རེད་ཟེར་ན་སྲོང་བཙན་དགོན་པའི་སྐབས་སུ་ཨ་ནི་བྲམ་ཟེ་གར་ཟངས། ཀུ་མ་ར་ཀུ་སཱ་ར་ལ་ཡང་འདི་ལྟ། ནས་ཤ་ར་བ་ལས་དང་མང་པོ་ཞིག་འོ་ཅིག་ཕེབས་ཅེ། ནས་རྒྱུད་མང་པོ་ཞིག་འོ་ཅིག་དེ་འདྲ་རྒྱུར་རེ་ཞིག་རེ་བ་དེ་ནས་མ་འགོ་ཚུགས་རེ་ལས་ད་ཡོངས་གྲགས་ང་ཚོའི་ད་ལྟ་ག་རེ་ཟེར་ན་རྙིང་མའི་ཆོས་བརྒྱུད་བྱུང་ཡས་དེ། ནས་དུས་རབས་བརྒྱད་པ་རྒྱལ་པོ་ཁྲི་སྲོང་ལྡེའུ་བཙན་ནས་འགོ་བཙུགས་པ་དེ་ཡོངས་གྲགས་བརྩི་གི་ཡོད་རེད། ད་འདི་དར་ཐང་འདི་ག་འདྲ་རེ་ཟེར་ན། སྲོང་བཙན་ཁྲི་སྲོང་ལྡེའུ་བཙན་གྱི་སྐབས་སུ་བོད་ལ་མཁན་ཆེན་ཞི་བ་འཚོ་གདན་དྲངས་རེ་བ། ཐོག་མར་མཁན་ཆེན་ཞི་བ་འཚོ་གདན་དྲངས་རྗེས། གནས་ཡོད་མཁན་ཆེན་ཞི་བ་འཚོ་གཅིག་ཁམས་བརྒྱད་དང་གར་སོད། ཁམས་ལྔ་དང་ཁམས་བརྒྱད་དང་དེ་འབྲེལ་གྱི་མང་པོ་ཞིག་གར་སོད་ན་ཆོས་མང་པོ་ཞིག་གསུང་ཡས་དང་དག་སྣང་བཞིན་གྱི་ད། བསམ་ཡས་གཙུག་ལག་ཁང། དེའི་ཞིང་ཡས་བསམ་ཡས་གཙུག་ལག་ཁང་དེའི་གནས་ཁག་ཆེན་པོར་ད་བསམ་ཡས་གཙུག་ལག་ཁང་འདི་གར་རེད་ཟེར་ན་དེའི་སྔོན་ལ་བོད་ཀྱི། རྒྱལ་པོ་འདི་ཚོའི་ན་བཙན་པོ་འདི་ཚོས་ཀྱི་ཞིང་བཞག་རྒྱུ་ཕལ་ཆེར་ལྷ་ཁང་རྐྱང་རྐྱང་རེད་ལྷ་ཁང་ལས་དེ་ག་རེ་རེད་ལྷ་སྐུ་རྟེན་གསུམ་བཞུགས་ས་ཙམ་གྱིས་མ་གཏོགས་བསླབ་པ་སློབ་གཉེར་བྱེད་ས་དང་དེ་འདྲ་ཡོད་མ་རེད། ད་འདིའི་སྐབས་སུ་གཙུག་ལག་ཁང་ག་ས་གོ་བསམ་ཡས་གཙུག་ལག་ཁང་ཞིང་ཡས་དེ་བསམ་ཡས་གཙུག་ལག་ཁང་ལ་ལས་དེ་བསླབ་པ་བློ་ཉེས་བྱེད་ས་ཙམ་གྱིས་མ་ཡིན་པར་དགེ་འདུན་ཞུགས་སའི་ཀྱི་ལྟེ་གནས་ཙམ་གྱིས་མ་ཡིན་པར་འདི་ག་རེ་རེ་གཙོ་བོ་གར་ཟིན་ན་གཞུང་ལུགས་བསྒྱུར་ས་དང་འབྲེལ་མང་པོ་ཞུགས་ཀྱི་རུ་རུ་བ་དེ་འདྲ་ཡི་གནས་ལྟེ་གནས་གལ་ཆེན་པོ་ཆེ་དེ་གང་དང་ཆགས་དེ་ཡོད་རུ་གང་དང་བྱས་ཙང་གར་ཟིན་འདི་འདྲའི་ར་ས་ཁྲུང་ན་གང་ཟག་ས་མེད་གཙུག་ལག་ཁང་ཞིག་ཡས་དེ་འདྲའི་བྱེད་དུ་ནི་མཁན་ཆེན་ཞི་བ་ཚོ་གདན་གང་ཟག་ཞི་བ་ཚོ་གདན་དྲངས་མཁན་ཆེན་ཞི་བ་ཚོ་གདན་དྲངས་ཚུལ་ཟིན་པ་མཁན་ཆེན་ཞི་བ། གཙོས་སྐབས་སུ་བོད་ལ་སྐབས་དེ་དུས་ག་རེ་ཟེར་ན། ད་རྐྱེན་མང་པོ་ཅིག་ཞུ་བའི་ནང་པ་སངས་རྒྱས་པ་ཆོས་དང་པོ་དཔལ་དུས་ཙམ་པ་ལོ་རྒྱུས་གཞི་བཞག་ཆེ་བ་ནི་རྐྱེན་མང་པོ་ཕྲད་རེ་ལས་ཀྱི་རུང་བ། རྐྱེན་ཕྲད་ལ་གཙོ་བོ་གསུམ་བཞག་ཡོད་རུང་བ། རྐྱེན་ཕྲད་ལ་གསུམ་གཅིག་དེ་ག་རེ་རེད་ཟེར་ན། གཉན་ཆེན་ཐང་ལ། གཉན་ཆེན་ཐང་ལ་དེ། ཨ་ནི། ནང་བོད་ལ་ནང་པ་སངས་རྒྱས་པའི་ཆོས་སྤེལ་བ་སོང་ས་གཉན་ཆེན་ཐང་ལ་འཕྲོས་བཞིན་རུང་བ། ཁྲོད་ཀྱི་གར་བྱེད་རི་སི་ན། ལྷ། ཕོ་བྲང་དམར་པོ་ལ་ཐོག་བབས་པའི་བརྡ། ཨ་ནི་ཡར་ལ་ཞན་པོ་ཡར་ལུང་ན་འོད་སྐྱོར་གྱིས། གངས་རི་ཡར་ལ་ཞན་པོ་འདི་ཡུལ་ལ་ཡར་ལ་ཞན་པོ་ཁྲོད་ཀྱི། ཡར་ལུང་འཕང་ཐང་ལ་སོགས་པ་ཆུས་ཁེར་ཡས་དང། ཨ་ནི་བོད་ཀྱི་བརྟན་མ་བཅུ་གཉིས་ལ་སོགས་པ་འདི་ཚོ། ཨ་ནི་ཁྲོད་ཀྱི་གར་བྱེད་རི་སི་ན། ཨ་ནི་བོད་ནང་ལོ་ལ་མི་ནད་དང་ཕྱུགས་ནད་དང་ནད་ཡམས་མང་པོ་ཞི་བོ་འཕེལ། ཅེས་འཇགས་སྐད་བཤད། འདི་འདྲའི་བྱུང་དུས་ཙམ་པ། སྐབས་དུས་དུས་གར་རི་སི་ན། མཁན་ཆེན་ཞི་བ་འཚོ་རྡོ་ཕྱོགས་ལ་མཁྱེན་པ་རྒྱལ་བོ་རེད་མ་གཏོགས་སྔགས་ཕྱོགས་ལ་མཁྱེན་པ་རྒྱལ་བོ་ཞེ་དྲག་ཡོད་ས་མ་རེད་བ། མཐུ་དང་རྫུ་འཕྲུལ་དང་དེ་ཚོ་ཡུལ་ལྷ་གཞི་བདག་ཚོ་ཧར་སེམས་དམ་ལ་བཏགས་ཡས་ཚོ་སྔགས་པ་དང་ཐད་ཀར་འབྲེལ་བ་ཞེ་འབྲེལ་ཡོད་དུས་ཙམ་མ་ནི་མཁན་ཆེན་ཞི་བ་འཚོ་ཀྱིས་ཨ་ནི་བསྐུལ་བ་ལ་བརྟེན་ཅེས་མཐའ་མ་དེའི་སློབ་དཔོན་པད་མ་བྱུང་ནས་ཨ་ནི་བོད་ལ་གདན་དྲངས་ཡས་དེ་འདྲས་ཞིག་དྲངས་རེད་བ། བྱས་ཙང་སློབ་དཔོན་རིན་པོ་ཆེ་བོད་ལ་གདན་དྲངས་ཡོད་ཅེས་ལ་ཨ་ནི་བོད་ཀྱི་ཁར་སེམས་ཐོག་མ་དེའི།

ཨ་ནི་རྗེ་འབངས་ཉེར་ལྔ་ལས་རེད་རྗེ་འབངས་ཉེར་བརྒྱད་ལ་ན་རྒྱལ་པོ་སྲོང་བཙན་ཁྲི་སྲོང་ལྡེའུ་བཙན་དང་ཁོང་གི་བཙུན་མོ་ཆུང་ཤོས་མཁར་ཆེན་བཟའ་མཚོ་རྒྱལ་གཙོས་བོད་ཀྱི་རྗེའི་བྱེས་རོ། འབངས་འདི་འབངས་མི་སེར་སྐབས་དུས་དུས་ཀྱི་འབངས་མི་སེར་འདི་འདྲའི་མང་པོ་འདུས་ཀྱི་རྡོག་རྡོག་ཤིག་ན་རྗེ་འབངས་ཉི་ཤུ་རྩེ་ལྔ་ལ་མི་ཉི་ཤུ་རྩེ་ལྔ་ལ། ཨ་ནེ་བློ་དཔོན་རིན་པོ་ཆེན་གྱིས་ག་རེ་གསུངས་རེད་ཟེར་ན། ང་ཚོས་ཀྱི་ག་རེ་རེད། ཨ་ནུ་ཡོ་ག་དང་ཡོ་ག་གསུམ་བྱས་ཡོད། ཨ་ནུ་ཡོ་ག་དང། ཨ་ནེ་གྷར་སཱ། ཡོ་ག་དང་ཨ་ཏི་ཡོ་ག་སོགས་ཡོ་ག་གསུམ་བརྗོད་ཡོད་ཨང་རྙིང་མ་ནང་རོ་ལ་རྙིང་མ་ལ་ཐིག་ཐིག་པ་རིམ་པ་དགུ་ཞེས་དུས་གསུམ་པ་ཐིམ་ཐ་མ་གསུམ་བརྗོད་ཡོད་དུས་ཚོད་ཡོ་ག་གསུམ་འདི་ཨ་ནེ་ཁྲིད་སུ་གནང་རྗེས་ཨ་ནེ་རྡོག་རྡོག་ཞིག་ན། ད། སྔ་འགྱུར་རྙིང་མའི་གྱི། བསྟན་པ་འདིའི། འགོ་བཙུགས་ཡས་དེ་ཨ་ནེ་དེ་ནི་མ། འགོ་བཙུགས་ཡས་འགོ་བཙུགས་སོ། ཨ་ནེ་དེ་ནི་མ་ཞེས་ཀྱི་ག་རེ་ཟེར་ན། དུས་རྒྱུན་ང་ཚོས། འདི་བཤད་དུ་བ་དར་མ་ཀི་ཏི་དང། བི་མ་ལ་མི་ཏི་ར་དང་སངས་རྒྱས་གསང་བ་དང། ཤཱན་ཏི། དགའ་རབ་ལ་སོགས་པ་འདི་བྲིས་དང་འདི་མཉམ་པོ་ཨ་ནི་བོད་ཀྱི་ལོ་ཙཱ་བ་བཀའ་ཅོག་ཞང་གསུམ་དེ་ཚོ་མཉམ་པོ་བྱས་རྗེས་ཨ་ནི་བོད་བོད་ནང་ལོ་ག་རེ་རེ་གཞུང་ལུགས་མང་པོ་རྒྱ་གར་ནང་ལོ་གྱི་གཞུང་ལུགས་མང་པོ་བཞུགས་འགྱུར་རོ། འོ་འདི་ཚང་མ་དེ་ག་རེ་རེ་ཟེར་ན་རྡོག་རྡོག་ཞུ་བ་ཡིན་པ་ཡིན་ན་ཨ་ནི་འདིའི་རྒྱ་གར་ཚོ་བས་སྔ་འགྱུར་རྙིང་མའི་གྱི་ག་རེ་རེ་ཆོས་བརྒྱུད་ཆོས་ལུགས་ཀྱི་འཕེལ་རིམ་དང་བྱུང་རིམ་འགྲོ་བ་དེ་ཕལ་ཆེར་འདི་ལ་གཏུགས་ཏེ་བཞེད་རོ། ད་དེའི་རྗེས་ལ་ག་རེ་ཟེར་ན། ད་མདོར་བསྡུས་མདོ་སྦྲུལ་ནོར་བ་གྲོལ་བཤད་ཅེས་དེ་ནི་ག་རེ་ཟེར་ན་བཀའ་བརྒྱུད་དེ། བཀའ་བརྒྱུད་ཀྱི་དེ་ཐ་སྙད་ཐོགས་སྟངས་འདི་ལ་དུས་རྒྱུན་བྲིས་སྟངས་མི་འདྲ་བ་གཉིས་འདུག་ག་ཤེད་ཀྱིས་དྭོགས་དཀར་ར་དཀར་བྲེང་ཞིག་དང། ག་ཤེད་ཀྱིས་བ་འོག་ཀ་ཀ་ཟེར་བྲིས་སྟངས་མི་འདྲ་བ་གཉིས་འདུག་དྭོགས་དཀར་ར་དཀར་བྲེང་ངེ་འདི་ལ་ག་རེ་བཤད་ཀྱི་འདུག་ཟེར་ན་བཀའ་བརྒྱུད་པའི་ཁུངས་འདུག་ས་སུ་ལ་འདུག་གོ་རེད། གཙོ་བོ་མར་པ་མི་ལ་དེ་ཚོ་གཏུགས་པར་རོ། གཙོ་བོ་དེ་ཡིས་མར་པ་ལོ་ཟ་བར་རོ། བྱས་ཙང་སྔོན་མ་ཡིན་ན་མར་པ་ལོ་ཟ་བ་དང་མི་ལ་རས་པ་དེ་ཚོ་ནི་ཕལ་ཆེ་བ་དང་སྔགས་པ་རེད་དོ། སྔགས་འཆང་གྲོང་ཡིན་དུས་ཙམ་པ། ནི་ཁོ་ཚོས་ནམ་ས་དེ་ག་རེ་ཆོས་གོས་ཟེར་ཏེ་དེ་འདྲ་གོས་དཀར་ལྕང་ལོས་དེ་གོང་ས་སྲུང་གི་འདུག་བ་དེ་གོས་དཀར་ལྕང་ལོས་དེ་ས་སྐྱ་དེ་འདྲ་བདག་ཁྲི་རིན་པོ་ཆེ་ལ་སོགས་པ་ཚོས་ཡིན་ན་ཕལ་ཆེ་བ་གོས་དཀར་པོ་ཞིག་ཡིན་འདུག་བ་ཁོང་སྔགས་པ་ཡིན་དུས་སྔགས་འཆང་ཡིན་དུས་ཙམ་པ། བྱས་འདི་འདྲ་བྱེད་ཅིག་ག་རེ་ཟེར་ན་རས་དཀར་པོ་འདི་འདྲས་གོས་གཡས་གྱོན་ཟེར་རོ། དེང་གི་གྱོན་གོས་གནམ་གོས་ཟེར་རོ་གནམ་གོས་ཡོད་བ་སོང་ཙང་དེ་བྱེད་ཅིག་ག་རེ་ཟེར་ན་དྭོགས་དཀར་ར་དཀར་ཚུལ་བྱས་ནས་བྲིས་དགོས་རྒྱུ་མཚན་འདི་འདྲ་བཤད་འདུག་ད་ཡོངས་གྲགས་ཆེ་བ་ཡིན་ན་དྭོགས་དཀར་ར་དཀར་མ་རེད་བའོ་ཀ་ཨ་ཀ་རེད། ད་འདི་ག་རེད་ཀ་འདི་ག་རེད་ཟེར་ན། བཀའ་བབས་ཀྱི་ཆུ་བོ་བརྒྱུད་ལྡན་ཟེར་བཀའ་བབས་ལའི་དེ་ག་རེ་རེད། ད་ལྟ་ག་རེ་ཟེར་བའི། བདུད་ཀྱི་བཀའ་བརྒྱུད་ཀྱི་གཞུང་ལུགས་ཕྱག་རྒྱ་ཆེན་མོ་ལ་སོགས་པ་དང་གཞུང་ལུགས་ཚང་མ་འདི། ཨ་ནི་གཙོ་བོ་དེ་ག་ནས་བརྒྱུད་དགོས་རེད་ཟེར་ན་མར་པ། མར་པ་ནས་ཡག་ཕྱིན་ན་ནཱ་རོ་པ། ནཱ་རོ་པ་ཡག་ཕྱིན་ན་ནཱ་རོ་པའི་ལོ་རྒས་ལ་རྒས་ལ་ཡག་བརྒྱུད་ཅིག་ད་གང་དུ་བརྒྱུད་པ་ཡང་མང་པོ་ཡོད་རེད་བ། འདི་འདྲས་ཕྱིན་ནས་བརྒྱུད་པ་སྔ་མ་སྔ་མ་ནས་མ་ནི་བརྒྱུད་པ་ཕྱི་མ་ཕྱི་མ་ལ་ག་རེ་ཟེར་ན། བཀའ་ཡིག་གི་བབས་དེ།

བཀའ་བརྒྱུད། ཆེ་བཞི་དང་ཆུང་བརྒྱད་ཟེར་དབྱེ་བ་གཅིག་ཡོད། བཀའ་བརྒྱུད་ཆེ་བ་བཞི་དེ་ག་རེ་བཤད་དགོས་རེད་ཟེར་ན། གཅིག་དེ་ཀརྨ་བཀའ་བརྒྱུད་ཀརྨ་བཀའ་བརྒྱུད་ལས་དེ་ཀམ་ཚང་རེད་བ། ཀརྨ་བཀའ་བརྒྱུད་དེ་གཅིག་བཀའ་བརྒྱུད་ཆེ་བ་གཅིག། ཨ་ནི་ཕག་གྲུ་བཀའ་བརྒྱུད། ཨ་ནི་ཚལ་པ་བཀའ་བརྒྱུད། དེ་རྗེས་ལ་ག་རེ་རེད་བམ་རོང་བཀའ་བརྒྱུད། འདི་བཞི་དེ་བཀའ་བརྒྱུད་ཆེ་བ་བཞི་ཟེར་བཞག་ཡོད་རེད། བཀའ་བརྒྱུད་ཆུང་བ་བཞི་དེ་ནང་ལོ་དེ་མ་ཡིན་པའི་རྒྱུད་དང། གྲི་གུང་བཀའ་བརྒྱུད་དང། འབྲུག་པ་བཀའ་བརྒྱུད་དང་སྟག་ལུང་བཀའ་བརྒྱུད་དང། གཡའ་བཟང་བཀའ་བརྒྱུད་དང། ཁྲོ་ཕུ་བཀའ་བརྒྱུད་དང། དམར་ཚང་དང། ཡལ་པ་དང་ཤུག་གསེབ་ཟེར་བྱས་རྗེས་དེ་འདྲ་འདི་ཚང་མ་བརྒྱད་ལ། ག་རེ་ཞིག་ཡོད་ཟེར་ན། དུས་རྒྱུན་འདི་བཀའ་བརྒྱུད་ཆུང་བ་བརྒྱད་ཟེར་བྱས་རྗེས་བཀའ་བརྒྱུད་ལ་ཆེ་བ་བཞི་དང་ཆུང་བ་བརྒྱད་ཟེར་རོ། ད་ཡིན་ན་ཆེ་བ་བཞི་དང་ཆུང་བ་བརྒྱད་ཡིན་ན་ཕལ་ཆ་ཚང་གི་ག་རེ་ཟེར་ན་བརྒྱུད་པ་ཚང་མ་གཏུགས་ས་གོ་བ་གཏུགས་འགྲོ་ཡི་རེད། མར་པ་ལོ་ཙཱ་བ་ར་གོ་ཙོས་ཙོས། མར་པ་ལོ་ཙཱ་བ་ལ་དུག་སྤྲོད་སྤྲོད། མར་པ་ལོ་ཙཱ་བ་དང་དེའི་སྐྱེ་གར་སྲིད་ན་སློབ་མ་གསུར་བས། ཀ་ཆེན་བཞི་ཡོད་པའི་ནང་ལོགས་ཀྱི་ཀ་ཆེན་ཐ་མ་ནི་མི་ལ་རས་པ་ལ་རྗེ་བཙུན་མི་ལ་རས་པ་ལ་གོ་ཙོས་ཙོ། ད་དེའི་རྗེས་ལ་ག་རེ་རེད་ཟེར་ན་ད་བཀའ་བརྒྱུད་ཀྱི་ཆོས་ལུགས་ནང་ལོགས་ནི་སྔ་ཤོས་དེ་ག་རེ་བྱུང་བ་ཟེར་ན་བདག་པོ་བཀའ་བརྒྱུད་དེ་ཕལ་ཆེར་བྱུང་ཡོད་ས་རེད། བདག་པོ་བཀའ་བརྒྱུད་ཀྱི་བྱུང་སྟངས་དེ་ག་རེ་རེད་ཟེར་ན། སྐབས་དེ་དུས་མར་པ་ལོ་ཙཱ་བ་ཞལ་བཞུགས་དུས་སངས་མ་བཀའ་བརྒྱུད་ཀྱི་ཆོས་བརྒྱུད་དེ་འདྲ་སྤེལ་ཏེ། ད་ལྟ་དེ་ཆེ་བཞི་བྱུང་རྗེས་དེ་འདྲ་བྱུང་བ་ཟ་མ་རོ་བ་ནི་མར་པ་ལོ་ཙཱ་སྐུ་ཤ་ཚ་བའི་རྗེས་ལ་ཨ་ནི་ད་ལྟ་དེ་གར་སོང་བས། རྗེ་བཙུན་མི་ལ་རས་པ། རྗེ་བཙུན་མི་ལ་རས་པ་ལ་ལྟར་སློབ་མ་མང་པོ་བཞི་བོ་ཅིག་བྱུང་རོ་བ་མི་ལ་རས་པ་ལ་སློབ་མ་མང་པོ་བཞི་བོ་བྱུང་ཡོད་པའི་ནང་གི་ཨ་ནི་བདག་པོ་ལྷ་རྗེ། བདག་པོ་ལྷ་བསྐྱེད་ཀྱི་ཨ་ནི། བདག་པོ་ལྷ་བསྐྱེད་ནི་བརྒྱུད་པ་དེ་ལ། འདས་ཀྱིས་གསར་བཏོད་བྱ་རྒྱུ་དེ་ལ་དེ་ནི་བརྒྱུད་པ་དེ་ལ་ཨ་ནི་བདག་པོ་བཀའ་བརྒྱུད་ཟེར་དེའི་གར་ཟེར་ན་བཀའ་བརྒྱུད་ཀྱི་ཐོག་མ་དེ་ཆགས་བསྡད་རེད། ད་དེའི་རྗེས་ལ་ག་རེ་རེད་ཟེར་ན། ཨ་ནི་བཀའ་བརྒྱུད་ཀྱི་སྐར་མ་བཀའ་བརྒྱུད་ཡིན་ན་རེད་ཕག་ཕག་གྲུ་བཀའ་བརྒྱུད་ཡིན་ན་རེད་དེ་བཀའ་བརྒྱུད་ཕལ་ཆེ་བ་དེ་ག་རེ་རེད་ཟེར་ན་ད་དེའི་རྗེས་ཀྱི་བཀའ་བརྒྱུད་ཚང་མ་རེད་ད། བདག་པོ་བཀའ་བརྒྱུད་མ་ཡིན་པའི་ཀྱི་བཀའ་བརྒྱུད་ཆེ་བ་གཞན་གསུམ་དང་ཆུང་བ་ཆ་ཚང་དེ་ག་རེ་རེད་ཟེར་ན་ད་ག་རེ་བརྒྱུད་པ་ཆགས་རེད་ཟེར་ན། བདག་པོ་ལྷ་བསྐྱེད་དང་བདག་པོ་ལྷ་བསྐྱེད་ཀྱི་སློབ་མ་དང་དེའི་ཀྱི་སློབ་བརྒྱུད་ཀྱི་ག་རེ་རེད། གསར་གཏོད་ཅིག་གསར་གཏོད་ལབ་ན་ག་རེ་རེད་འདི་འདྲ་བྱས་བཞག་ཁྱོད་ཀྱིས་ག་རེ་རེད། ཅིག་ཆགས་གྲོལ་རེད་ཆོས་བརྒྱུད་ཆགས་གྲོལ་རེད་གོ་ཟེར་སོ། ད་འདི་བྱས་ཅིག་ག་རེ་ཟེར་ན་བཀའ་བརྒྱུད་འདི་དེ་ག་ལ་ངས་དེ་ཞིབ་ཚགས་པོ་ཞིག་ར་སྤྲོད་མི་འདའ། ཨ་ནི་ཁྱེད་རང་ཚོ་བ་ཟི་བ་ཡིན་པ་ན་གཙོ་བོ་དེ་ངས་དེ་ལ་གནད་འགག་གཉིས་བཤད་རེད་གཅིག་དེ་ག་རེ་རེད། བཀའ་བརྒྱུད་ཀྱིས་འདི་བཀོད་འོང་ཆོས་བརྒྱུད་ཚང་མ་ཀྱི་ཁུངས་གཏུགས་ཡ་འགྲོ་བ་ཡིན་ན་གཙོ་བོ་དེ་ག་རེ་རེད་ཟེར་ན་མར་པ་ལོ་ཟེར་བ་རོ་བ། མར་པ་ལོ་ཙཱ་ཁོང་འདུག་ཡས་བྱས་འགྲོ་བ། ད་ཁྱེད་ཀྱིས་ག་རེ་ཟེར་ན་བཀའ་བརྒྱུད་ཆེ་བཞི་ཆུང་བརྒྱད་ཚང་མ་བྱུང་ཡས་དེ། ཨ་ནི་གཙོ་བོ་དེ་ག་བ་འདུག་གོ་རེ་ཟེར་ན། ཨ་ནི། དེ་ཀྱི་བདག་པོ་བཀའ་བརྒྱུད་ཀྱི་བདག་པོ་ལྷ་རྗེ་ཀྱི་ཨ་ནི་ག་རེ་རེ་སློབ་མ་ཡས་ཀྱི་སློབ་བརྒྱུད་དེ་ཚོ་ལ་མ་ཐུག་དེ་ཡར་གོ་ཚོད་ཟོ། འོ་དེ་ཉིད་དེ་དེ་ཟིན་གནད་འགག་ཆགས་འགྲོ་གོ་ཚོད་ཟོ། འོ་དེ། མ་གཏོགས་ཨ་ནི་གཞན་པ། འདི་ལ་དམིགས་བསལ་ཞུ་དགོས་ས་མི་འདུག་རོ། ད་ཡིན་ནའི་ལས་ཀར་ཟེར་ན་འདི་ནང་ལོགས་ད་དུང་གསལ་ཁ་འདོན་དགོས་འདི་ང་རང་ཡང་ཞེ་དྲག་གོ་ཚོད་མ་སོང། དུས་རྒྱུན་བཀའ་རྒྱུད་ལས་ཀར་ཟེར་ན་བརྒྱུད་པ་གཉིས་བཤད་ཡི་འདུག་བཀའ་རྒྱུད་ཆེ་བཞི་ཆུང་བརྒྱད་དེ་ཆ་ཚང་འདི། གར་ཟེར་ན། ད་ལྟ། མར་པ་ལོ་ཙཱ་བ་ནས་འགོ་བཙུགས་ཡོད་འདུག་བ་དེ་མ་ཡིན་པའི་ཡང་ཤངས་པ་བཀའ་རྒྱུད་ལས་ཀྱི་འདུག་བ། ཤངས་པ་བཀའ་རྒྱུད་དེ་རྒྱུན་འདི་མར་པ་ལོ་ཙཱ་བས་ཀྱི་རྒྱུད་དེ་བཞག་ཡོད་མི་འདུག་འདི་བཀའ་རྒྱུད་གཞན་དང་ལོགས་ཀར་བྱེད་རོ། འདི་བཀའ་རྒྱུད་དེ་ག་རེ་ཟེར་ན་ཁྱུང་པོའི་རྒྱུད།

ས་སྐྱ་བ་ཐ་སྙད་འདིའི་ཐོག་དང་དེ་ངས་ད་ལྟ་རྗེས་ལ་ཞུ་ཆོག་གི་རུང་བ་ས་སྐྱ་ལ་ཡིན་འདུག་ཐ་སྙད་ཐོག་དང་ད་ཡིན་ནའི་ལས་ས་སྐྱའི་གྱི་གདུང་རྒྱུད་འདི་གཏུག་བ་ཡིན་པ་ཡིན་ན་དུས་རྒྱུན་ང་ཚོའི་བོད་པའི་གྱི་མི་བྱུང་དང་དང་འགྲོ་བ་མི་བྱུང་དང་དང་གདུང་རྒྱུད་འདུག་དང་ད་ཏི་ཙི་ལོ་ཁ་ཡོད་ར་རུང་བ་དཔལ་ལྡན་ས་སྐྱ་བའི་ཐ་མཇལ་གྱི་ད་གདུང་རྒྱུད་ཚུ་གཏུག་ས་འདི་འོད་ཟེར་ལྷ་ལ་ཡ་གཏུག་འགྲོ་འདུག་ལྷ་ལ་འོད་ཟེར་ལྷ་ལ་གཏུག་དང་དེ་ལ་ཨ་ནི་ག་འདྲེ་འགྲོ་འདུག་ག་རེ་ཟེར་ན་སྔོན་མ་ག་རེ་ཟེར་ན་གནམ་ནས་མ་ཨ་ནི་ག་རེ་ཟེར་ན་གནམ་ལ་ག་རེ་ཡོད་ར་ཟེར་ན་གནམ་ནས་མ་ལྷ་ག་རེ་ར་ཟེར་ན་ཅི་རིང་དང་གཡུ་རིང་དང་གཡུ་སེ་ལེ་ངན་ཅིག་ཕལ་ཆེན་དེ་འདྲའི་མི་ཏྲ་བོ་གསུམ་འཛུལ་བྱུང་ཟེར་བ་དེ་ཚོ་ཚང་མ་ད་ཕལ་ཆེན་མ། དེ་ནས་མ། གཡུ་རིང་ལའེ་དེ་ནས་མ་མི་ཡུལ་ལ་བབས་མི་ཡུལ་ལ་བབས་རྗེས་ད་ག་རེ་ཡིན་ནམ་གང་ད་འབྲེལ་བ་ཆགས་རྗེས་དེ་ནས་མ་བརྒྱུད་པ་མང་པོ་འགྲོ་ཚར་བའི་རྗེས་ལ་ནས་ཁོ་རང་ལ་སྲས་ག་རེ་ཟེར་ན་མ་བཟང་སྤུན་བདུན་ལས་ཞེས་བུ་བདུན་ཞིག་དེ་འདྲས་འཁྲུངས་ཟེར་བྲོ། དེ་འདྲས་འཁྲུངས་ཚར་བའི་རྗེས་ལ་དེའི་བརྒྱུད་པ་ལས། ཨ་ནས་མཐའ་མ་མཐའ་མ་དེ་འདྲས་བརྒྱུད་པ་ཡོང་ཡོང་ཡོང་རྗེས་གཡའ་སྤང་སྐྱེས་ལས་ཞིག་སྐྱེས་འདུག་གཡའ་སྤང་སྐྱེས་ལས་ཞིག།

སྐྱེ་མེད་མཛེས་མ་ཞོ་བྱས་ཐོས་བསམ་པ། ད་དེ་ལ་གར་ཟེར་ན་གཡའ་སྤང་སྐྱེས་ལ་ངན་དེ། ནས་སེམས་པ་ཞོ་ཆགས་བྱས་ཨ་ནས་སྐྱེ་མེད་འདི་ར་ཡ་བྱས་དུ་གར་བྱས་རེ་ཟེར་ན་སྲིན་པོ་གཉའ་རིང་ཁྲག་མེད་ལ་ངན་དེ་བཀྲོང་བ་ཟེར་རོ་བཀྲོང་བྱས་ཁོད་ཀྱི་སྐྱེ་མེད་ག་རེ་རེ། གཡའ་ཁྲོམ་སི་ལི་མ་ལ་ངན་དེ་ཚུ་སྐྱེ་མེད་ལ་བྱས་བྱས་ཨ་ནས་སད་ཅིག་འཁྲུངས་རེ་ཟེར་སད་དེ་ལ་ག་རེ་རེ། འཁོན་པར་སྐྱེས་ཟེར་མིང་ངོ་རེ་འཁོན་པར་སྐྱེས་ཟེར་བྱས་ས་ད་ལྟ་ཡང་ས་སྐྱ་ལ་ག་རེ་རེ་འཁོན་གྱི་གདུང་བརྒྱུད་ཟེར་ལ་གོ། གཙོ་བོ་དེ་ད་དེ་ནས་གོ་ཚོད་བོ་རེད་འཁོན་ལ་ཡས་དེ་ང་ཚོ་ག་རེ་རེ། འཁོན་པར་ལ་ཧ་རེ་རེ་དགྲ་བྱ་བའི་དོན་དང་རུང་བ། འཁོན་པར་སྐྱེས་ལ་དེ་སྲས་དེ་ལ་འཁོན་པར་སྐྱེས་སུ་བཏགས་གོ་སྙམ་དུ་ག་རེ་ཟེར་ན་འཁོན་ལས་ཏེ། ལྷ་དང་སྲིན་པོ་དཔའ་རུས་ལ་ནི་འཁོན་འཁྲུགས་པ་ཤོར་བྱས་དེའི་དཔའ་རུས་ཀྱི་དཔའ་རུས་ལ་ནི་ག་རེ་སྲས་མོ་དེ་བཙུན་མོ་དེ་ལ་ག་རེ་ཟེར་ན་སྐྱེས་ཞག་སྐྱོན་ཡིན་པར་སོང་ཙང་དེ་བྱས་ཀྱི་ཧ་རེ་རེ་ཁོ་ལ་འཁོན་པར་སྐྱེས་བྱས་ཙང་ད་ལྟ་ག་རེ་རེ་ས་སྐྱ་འཁོན་གྱི་གདུང་བརྒྱུད་ཟེར་བྱས་ད་དེ་འདྲ་མ་ག་རེ་འཁོན་པར་སྐྱེས་ནི་མ་བྱས་བྱས་ཨ་ནི་ད་ལྟ་བོད་ཀྱི་རྒྱལ་པོ། ཁྲི་སྲོང་ལྡེའུ་བཙན་གྱི་སྐབས་སུ་སད་མི་བདུན་གྱི་ནང་ལོགས་ལ་འཁོན་ལི་དབང་པོ་སུ་ཡོད་བ། སད་མི་བདུན་གྱི་ནང་ལོགས་ལ་རབ་བྱུང་བདུན་གྱི་ནང་ཁོལ་ལུས་དབང་པོ། འོ་དེ་བྱས་དེ་ནས་མ་ཨ་མ་མ་འགྱོད་ཅེས་ཐ་མ་དེ་ག་རེ་རེད་ཟེར་ན་དུས་རབས། བཅུ་པའི་གཡས་གཡོན་དེ་བ་ཨ་ནས་ཁོན་གྱིས་ག་རེ་སླེབས་རེད་ཟེར་ན་ཁོན་ཤཱཀྱ་བློ་གྲོས་ལས་འགའ་ཅིག་ད་ཁོན་ཤཱཀྱ་བློ་གྲོས་ལ་ད་དེ་ནས་ནས་ག་རེ་ད་ཁོན་ཤཱཀྱ་བློ་གྲོས་ལ་ད་དུས་རབས་ག་རེ་རེད་བཅུ་པ་སླེབས་ཚར་རེད་ད་དུས་རབས་བཅུ་པ་ལ་ཁོན་ཤཱཀྱ་བློ་གྲོས་ལ་སད་གཉིས་འཁྲུངས་དགོས་རེད། ཁོན་རོག་ག་རེ་ཟེར་ན་ཚུལ་ཁྲིམས་ཤེས་རབ་ལ་ངེས་ཅིག་དང་ཨ་ནི་ཁོན་དཀོན་མཆོག་རྒྱལ་པོ་ཞེས་ནི་གཉིས་འཁྲུངས་ཡོད་རེད་གོ་ཟེར་སོ། ད་དཔལ་ལྡན་ས་སྐྱ་བ་དངོས་སུ་འགོ་བཙུགས་ཡས་དེ་ད་བདེ་གྱི་སྲས་དང་ད་གཉིས་ཡོད་པའི་ནང་ལོགས་ཀྱི་སྲས་གཉིས་པ་ཁོན་དཀོན་མཆོག་རྒྱལ་པོ་ནི་ད་དཔལ་ལྡན་ས་སྐྱ་བ་དངོས་སུ་ད་ག་རེ་ཟེར་བས་འགོ་བཙུགས་ཡོང་རུ་ཨ། ད་དེ་བཙུགས་སྟངས་ག་རེ་རེད་ཟེར་ན། སྐབས་དེ་དུས་ཁོ་རང་གི་ཅུས་ཅོ་ཁོན་རོག་ཤེས་རབ་ཚུལ་ཁྲིམས་ལགས་ཀྱིས་ད་ལོ་ཏིའི་ཟི་གན་འོག་ཡབ་ད་གྲོངས་ཚར་ཡིན་ཟེར་བ་དང། ད་ཁོ་རང་ཅུས་ཅོ་ཁོན་དཀོན་མཆོག་རྒྱལ་བོ་ཡི་ཅུས་ཅོ་དེ་ལོ་ཏིའི་ཟི་གན་འགོག་འགྲོ་ཆགས་གན་འགོག་ཆགས་དུས་ཟེར་མ་ག་རེ་ཆགས་ཡོད་ཟེར་ཟེར་ན། བོད་ལ་སྐབས་དེ་དུས་ད་གསང་སྔགས་གསར་མ་དར་ཡས་འགོ་བཙུགས་ཚར་རེད་གསང་སྔགས་གསར་མ་སྔགས་གསར་མ། སྔགས་རྙིང་མ་དེའི་ཁྲོམ་བསྒྲགས་ཆགས་ཀྱི་ཁྲོམ་བསྒྲགས་ལ་ན་སྤྱི་བཏང་གི་སྔགས་ལ་ངན་དེ་གསང་བའི་སྒང་ན་བྱས་ཡོད་རེད་འདུག་བ། ད་སྐབས་དེ་དུས་ག་རེ་བྱེད་ཟེར་ན། གསང་སྔགས་རྙིང་མ་ཚང་མ་དེ་ཁྲོམ་བསྒྲགས་བྱ་ཅེས་དེ་ཁྲོམ་ལ་ཁྲོམ་བསྒྲགས་བྱ་ཅེས། ཨ་ནི་གསང་སྔགས་རྙིང་མ་ད་ཉམས་མེད་ཀྱིས་བལྟས་འགྲོ་སླེབས་ཅེས་ཨ་ནི་བཅུ་ཕྱོགས་དེ་ག་རེ་ལབ་ཟེར་ཁོས་རོགས་ཚུར་རང་ཤུ་ཚུལ་ཁྲིམས་ཤེས་རབ་ཀྱིས། ད་ཁྱེད་རང་གར་ང་ནི་ལོ་བརྒྱད་ཚར་ཤག། ད་ཁྱེད་རང་ད་ལོ་གཞོན་ཤོས་རེད་ད་སྔགས་རྙིང་མ་དེ་ཁྲོམ་བསྒྲགས་ཆགས་ཚར་ཤག་ཉམས་ཚར་ཤག་བྱས་ཙང་ཁྱེད་རང་ག་རེ་རེད་ལབ་ཨེ་ཡིན་ན་སྔགས་གསར་མ་ལབ། སྔགས་གསར་མ་ཡོད། ད་སྔགས་གསར་མ་མོག་ཤོག་འདི་ཚོ་ལབ་ཟེར་ལབ་རེད་དེ་ལབ་དུས་ཙམ་པ། ཨ་ནི་ད་ལྟ། བདུད་ཀྱི་གར་ས་འཁོན་དཀོན་མཆོག་ཅེས་པ་ཀྱི་ཐོག་མར་དེ། ད་ས་སྐྱའི་ཀྱི་གཞུང་ཁུངས་གཏུགས་ས་ག་རེ་རེད། གཙོ་བོ་དེ་ས་སྐྱའི་ལམ་འབྲས་ལས་དེར་བ། བྱས་ཙ་ལམ་འབྲས་ཀྱི་གདམས་པ་དེ་ཐོག་མར་དེ་ནི་ལམ་འབྲས་ཀྱི་གདམས་པ་དེ། བོད་ཀྱི་ལོ་ཙཱ་བ་གྲོང་མི་ལོ་ཙཱ་བ་ཤཱཀྱ་ཡེ་ཤེས་ཙཱ་ནས་ཞུས་རེད། ད་ལམ་འབྲས་སྐོར་ལ་མདོ་སྟོད་བྱེད་ལས་ཞུ་ཆོག་ཞུ་རོ། གདམས་པ་དེ་ཞུས། ཞུས་བྱས་ནས་ཐོག་མར་དེ་ཁོ་རང་གར་ས་ན་སྒོམ་སྒྲུབ་ཉམས་ལེན་གཙོ་བོ་བྱེད་ས་དེ། ཁྲ་བོ་ལུང་པ་ལ་ངེས། ད་གང་ལྟར་དེ་ས་སྐྱ་ཉེ་འགྲམ་ལ་ཁྲ་བོ་ལུང་པ་ལས་བྱེད་དུ་བ། འོ་དེ་བྲ་བོ་ལུང་བྲ་བོ་དགོན་པ་ལས་དེའི་དེ་བྲ་བོ་ལུང་པ་ལས་ཡིན་དུ་ལུང་པ་དེ་ཡན་དུ་བར་དགོན་པ་ཆུང་ཆུང་ཅིག་བཏབ་ཅིག་ཞུ་ཡིན་ས་རེད། ཞུ་དུས་ཙམ་པ་ད་ལྟ་ཡ་དེ་ལ་དགོན་པ་ཡོད་ས་ལ་ག་ལ་ཡོད་རེད་ཟེར་ན་ས་སྐྱ་ཁོག་པོ་ཟེར་ལ་ཡོད་རེད་ལ་སོ་ཁོག་པོ་ལ་ན་ག་རེ་རེད། རྙིང་པ་ལ་ཁོག་པོ་ལ་ཡོད་རེད་བ། ལྕགས་ལ་དེ་ཁོག་ཏུ་ཆགས་ཞག་ལ་ཡོད་དུ་བ། རྙིང་པ་ལ་ཁོ་ཡ་རེད་བ་ས་སྐྱ་རྙིང་པ་ཟེར་དོ་ཞེ་ན་ས་སྐྱ་ཁོག་པོ་ཟེར་ལབ་གི་ཡོད་རེད་ལ་སོ་ཐོག་མར་ཞུ་ས་དེ་ལ། ད་གང་ལྟར་དེ་འདྲ་ཞིག་ཉི་མ་ཅིག་ཡ་ནི་ས་སྐྱ་ཁོག་པོ་ལ་ཞུ་དུ་གང་འདོད་དོ་ཞེ་ན། ད་ལྟ་དེ་བྲ་བོ་ལུང་ལ་དགོན་ཆུང་བཏབ་སྐྱོར་གྱིས་དེ་ལ་ས་སྐྱ་ཁོག་པོ་ལ་ཞུ་དུས་ཙམ་པ་ཉི་མ་ཅིག། ཨ་ནི་ཁོན་དཀོན་མཆོག་རྒྱ་བོ་དང། དེའི་རྒྱུ་སློབ་མ་དེ་ཚོ་མང་པོ་ཞོག་ཅིག་ཉི་མ་གཅིག་སྐྱོ་སངས་ལ་ཕེབས་ཡིན་ས་རོ། ད་ད་ལྟ་ས་སྐྱ་དགོན་པ་ཞིང་ས་ཡོ་ཨ་ས་སྐྱ་དགོན་པ་ཞིང་སིད་ཀྱི་ཉེ་འགྲམ་གྱི་ལ། ཨ་ནི་སྐྱོ་སངས་ལ་ཕེབས་དུས་ཛམ་པ་ཨ་ནི་ས་སྐྱ་དགོན་པ་ཞིང་སིད་ཀྱི་རི་དེ་མོད་ལ་དཔོན་པོ་རི་ལས་རེད། དཔོན་པོ་རི་གྱི་ཟོབ་རྟ་དེ་ག་རེ་ཡོད་ཟེར་ན་གླང་ཆེན་ཉལ་བ་གྲོགས་ཅིག་བྱས་འདྲེ་ཡོད་ས་རོ། དེའི་རི་དེ་ཨ་ནི། ཐག་རིང་པོ་ནས་བཟི་ཡིན་ས་རོ་བཟི་བྱས་ག་རེ་ཟེར་ན་ཨ་ནི། སྐབས་དེ་དུས་ཁོན་དཀོན་མཆོག་རྒྱ་བོས་ཀྱིས་ལྟར་རི་དེ་ག་རེ་ཟེར་ན། ད་ལྟ་གར་སོང་དབོན་པོ་རི་ལས་ངན་འདི་ཨ་ནི་རི་འདི་རི་སྤྱི་དང་ས་ཆ་རྒྱ་ཆེན་པོར་བ་འདི་ཀྱི་གླང་ཆེན་ཉལ་བ་ལྟ་བུ་ཀྱི་གླང་ཆེན་གྱི་ཁལ་མེད་ཀྱི་ཁུག་དེ་ན་ཨ་ནི་ས་ཆ་འདི་དམིགས་བསལ་ཁྱད་ཆོས་མཐོང་རེད་འདི་ལ་ཁྱད་ཆོས་མི་འདྲ་བ་གཉིས་མཐོང་རེད་གཅིག་དེ་ག་རེ་མཐོང་རེད་ཟེར་ན། ས་འདི་དཀར་ཞིང་སྣུམ་པ་ཟེར་ལ་ཡོད་རེད་ཧ་གོ་ཟེར་ས་ཆ་འདི་དཀར་ཞིང་སྣུམ་པ་སྤྱི་དང་དཀར་པོ་དང་སྣུམ་པོ་ལ་ཡོད་ཡིན་པས་ན། གད་ད་ཤག་དྲོས་རུ་བ་ད་ཡིན་ནས་ཕ་ཡིན་ད་དག་ར་ཁྲིད་ཧོར་ད་ས་དེ་དཀར་ཞིང་སྣུམ་པ་ཨ་ནི་དེ་གཡས་དེ་ལ་ཆུ་ཞེས་རྒྱུགས་འགྲོ་ཡོད་ཟེར་གང་ད་འདི་འདྲས་བྱས་ཏེ་ས་ཆ་འདི་ལ་གོན་པ་ཅིག་བཏབ་པ་ཡིན་པ་ཡིན་ན་དེ་མ་འོངས་པ་ག་རེ་ཟེར་ན་ཨ་ནི་བསྟན་པ་ཡིན་ན་བསྟན་པ་ཕལ་ཡས་ཡིན་པ་ནས་འགྲོ་བ་རུ་སེམས་ཅན་ཐམས་ཅད་ཕན་ཐོགས་ཡོད་ཀྱི་འདི་འདྲས་ཀྱིས་ད་གཟིགས་པ་ཅིག་ཕལ་ཆེར་གཟི་ཡིན་ཟེར་བ་རྣམས་སེམས་ནང་ལོག་འདི་འདྲས་ཐུགས་ཀྱི་ནང་ལོག་འདྲས་གཟིགས་དུས་བསམ་པ་ཨ་ནི་མཐའ་མ་དེ་ལ་ག་རེ་ཟེར་ན་འདིའི་གྱི་སྐབས་དུས་དུས་འདི་ས་ཆ་འདི་བདག་པོ་འདི་སུ་རེད་ཟེར་ན། ད་ལྟ་འདི་རེད་གར་སོང་བས། ཇོ་བོ་གདོང་ནག་པ་ལས་ཏེ་ཇོ་བོ་གདོང་ནག་པ་ལ་ངན་ཏེ། སྐབས་དེ་དུས་ས་སྐྱ་དགོན་པ་ཞིང་སའི་གཡས་གཡོན་གྱི་དཔོན་པོ་འབྲོག་སྡེ་ཆགས་འགྲོ་ཡོད་ཟེར་བ། དཔོན་པོ་སྡེ་ཆགས་ནི་འདི་ཡིད་ཀྱི་ས་ཆ་དངོས་གནས་ཀྱི་བདག་པོ་སྟེ་ཞང་ཞུང། ད་ལྟ། གར་སོང་བས་ཞང་ཞུང་གུ་ར་བ་ལ་ངན་དེ་དང། ཨ་ནེ་བན་དེ་གྲོང་ཞིག་ལ་ཡོད་དེ་དང་ལྷ་མི་གྲོང་དུ་ཡོད་ཟེར་ལ་ཡོད་དོ། རྡོག་རྡོག་འདི་ཚོ་ག་རེ་ས་ཆ་དེ་དངོས་གནས་བདག་པོ་རེད་ད་འདི་ཚོ་ལ་ག་རེ་ཞུས་རེད་ཟེར་ན། ང་འདི་ལ་དགོན་པ་ཆུང་ཆུང་ཅིག་བཏབ་པས་ཡིན། ཨ་ནེ་ས་ཆ་དེ་ཚོ་གནང་རོགས་བྱེད་ལབ་དུས་བསམ་པ། ཨ་ནེ་སྐབས་དེ་དུས། ད་དགོན་པ་བཏབ་པས་ན་ས་ཆ་ད་ང་ཚོས་གནང་དགོས་ཟེར་གསུངས་འདུག་བ་དེ་ཕྱིར་ན་ནི་ཡིན་ནའི་ལས་ག་རེ་བྱས་ཟེར་ན། ཁོན་དཀོན་མཆོག་རྒྱལ་པོས་ཀྱིས་མ་འོངས་པ་སྤྱི་བཏང་ས་ཆ་འདི་ཕུལ་བ་ཡིན་པ་ཡིན་ནའི་དགོན་པ་བཏབ་པའི་ཆེད་དུ་མ་འོངས་པ་ལབ་རྒྱུ་དང་གླེང་རྒྱུ་མི་ཡོང་བའི་ཆེད་དུ་ཨ་ནི་ས་ཆ་འདི་དོད་ལ་སྐབས་དེ་དུས་རྟ་དགོན་མ་དཀར་མོ་ཞིག་རྟ་དགོན་མ་ལ་ན་རྟ་མོ་ལ་དགོན་མ་ལ་ཡི་རུ་བ་རྟ་ཕོ་ལ་ཕོ་ཆེན་ལ་ཡི་རུ་བ་དགོས་ཟེར་རྟ་དགོན་མ་དཀར་མོ་ཅིག་དང་ཨ་ནི་འདི་མཉམ་པོ་ག་རེ་ཟེར་ན་ཕྲེང་བ་ཅིག་རིན་པོ་ཆེ་ཕྲེང་བ་ཅིག་དང་ཨ་ནི་མོ་ཁོའི་ཆ་ཚང་ཅིག་མོ་ཁོའི་ལ་ན་བུ་མོའི་གོས་ཡིན་དོ་ལོག་ཆ་ཚང་ཅིག་ད་མོ་ཁོའི་ཆ་ཚང་ཅིག་ན་ཆུ་བ་དང་བོད་ལ་ཡིན་ན་ས་སྐྱ་ཡོད་ལ་ཡིན་ན་ཆུ་བ་དང་སྤང་རྟེན་དང་རྒྱབ་ལོག་ལ་རྒྱ་ག་བེ་དང་པན་ཁེབས་སུ་མང་པོ་ཡོད་རོ་རོ་བ་འདི་ཚང་བ་ཆ་ཚང་སྤྲད་ཀྱི་རོ་ཧ་ད་མོ་ཁོའི་ཆ་ཚང་མདོག་མདོག་དངོས་པོ་མི་འདྲ་བ་གསུམ་སྤྲད་ཅིག་ཨ་ནི་ས་སྐྱ་དེ་ཅིག་བྱས་ཅིག་ཨ་ནི་ཐ་མ་དེ་ཆིག་སྟོང་བརྒྱ་མེད་བདུན་ཅུ་དོན་གསུམ་ལོ་ལ་ག་རེ་བྱས་རེ་ཟི་ན་དཔལ་ས་སྐྱའི་གི་གཙུག་ལག་ཁང་འདི་ད་ཞིང་རེད་ཞིང་བ་འདི་ནི་མ་བྱས་ཅིག་ག་རེ་ཟི་ན་དཔལ་ལྡན་ས་སྐྱ་བ་ག་རེ་རེད་ལྟ་བུ་གཉིས་ཡས་དེ་ཁོ་ཚོ་རེད་ཆིག་སྟོང་དཔེ་དོན་ས་སྐྱ་དབུ་བརྙེས་དུས་ཚོད་ག་རེ་རེད་ཆིག་སྟོང་བརྒྱ་མེད་བདུན་ཅུ་དོན་གསུམ་ནི་ཁོ་ཚོ་ཟེར་གོ་བཟོས་སོ། བྱས་ཙང་ད་ལྟ་ག་རེ་རེད་ད་ས་སྐྱ་ཟེར་ལབ་དགོས་པའི་རྒྱུ་མཚན་ག་རེ་རེད། དཔལ་ལྡན་ས་སྐྱ་བས་ཀྱི་དགོན་པ་ཕྱག་བཏབ་ས་དེ་ས་སྐྱ་དབུ་ཅིག་གང་ལ་བཏབ་རེད་བ། དང་པོ་ཟི་དུས་བརྩམས་པ། ས་དེ་དཀར་པོ་ཡིན་པ་ལ་སྣུམ་པོ་ཡིན་པ་ལ་དུ་བ་དཀར་ཞིག་སྣུམ་པ་བྱས་ཙང། ས་སྐྱའི་ཀྱི་དགོན་པ་ཕྱག་བཏབ་ས་དེ་ཨ་ནི་ས་དཀར་བོ་ཞིག་དབུ་ཅིག་གང་ལ་བཏབ་དུས་བརྩམས་པ་ཨ་ནི་དེ་ལ་ས་སྐྱ་བོ་ཟེར་སྐྱ་བོ་ལ་ན་དཀར་བོ་རེད་བ།

ཕྱག་དང་བའི་དང་པོ་རུ་གསུར་བས་ས་སྐྱ་བ་དང་པོ་ཕྱག་དེར་བས་ནས་ཁོའི་མགོའི་ཕྱོགས་བརྒྱག་གོ། དེ་ནས་མ་ས་སྐྱ་གོང་མ་སྣང་བ་ས་སྐྱ་གོང་བ་སྣང་བ་ནི། ས་སྤྱིལ་ཀུན་དགའ་སྙིང་པོ། བསོད་ནམས་རྩེ་མོ་གྲགས་པ་རྒྱ་མཚན། ཨ་ནི། ས་སྐྱ་དཔལ་འདི་དག་ཀུན་དགའ་རྒྱ་མཚན། ཨ་ནི། འགྲོ་ཀུན་ཆོས་རྒྱལ་འཕགས་པ། ལྟ་འདི་ཡལ་གར་སྲིད་ན་ས་སྐྱ་བའི་ལས་དབྱེ་བ་མི་འདྲ་བ་གཉིས་ཕྱེ་གི་ཡོད་རེད། དཀར་པོ་རྣམ་གསུམ་དང་དམར་པོ་རྣམ་གཉིས་ཟེར་ཡོད་ཀྱང་དཀར་པོ་རྣམ་གསུམ་ལས་དེ་ས་སྤྱིལ་ཀུན་དགའ་སྙིང་པོ་དང་བསོད་ནམས་རྩེ་མོ་དང་གྲགས་པ་རྒྱ་མཚན་གསུམ་འདི་ཡི་གར་སྲིད་ན་མི་རྒྱ་རེད། ག་ས་སྔགས་པ་རེད་སྔགས་པ།

མ་ཧཱ་མུ་ཏྲ་ལའི་རུ་བ། མ་ཧཱ་མུ་ཏྲ་ཕྱག་རྒྱ་ཆེན་པོ་གཙིགས་ཀྱི་རུ་བ་གཞུང་འབྲོག་ཁུངས་གཏུགས་ས་གཙོ་བོ་དེ། ཨ་ནི། ས་སྐྱ་གྲོལ་བ་ཡིན་པ་ཡིན་ན། ད་ལྟ་ལམ་འབྲས་གཙིགས་ཀྱི་རུ་བ། བྱས་ཙང་ས་སྐྱའི་ལམ་འབྲས་འདི། དང་པོ་བརྒྱུད་པ་འགྲོ་དེ་ག་ནས་བྱུང་རེད་ཟེར་ན། རྒྱ་གར་གྱི་མཁས་པ། ག་ཡ་དཱ་ར་ལའི་ངན། ག་ཡ་དཱ་ར་མ་རེད། ག་ཡ་དཱ་རའི་རོང། ག་ཡ་དཱ་ར་ཡིན་སམ་ཟེར་བ། ག་ཡ་དཱ་ར་ལའི་ངན་འདི། བྱས། དེ་ནས་མ་ཧཱ་མ་ཧཱ་བརྒྱུད་ཅེས་གང་ལྟར་ག་ཡ་དཱ་ར་དེ་ཕེབས་པའི་ལོ་ཚིགས་དེ། དུས་རྒྱུན་ཡོངས་གྲགས་བྱུང་ནས་སྟོན་པ་མྱ་ངན་ལས་འདས་རྗེས་ལོ་ཆིག་སྟོང་བརྒྱ་ཙམ་ཡན་ཞག་ཡིད་དུ་བ་ད་ལྟའི་བརྒྱ་ཆ་བརྒྱ་གཏན་འཁེལ་ཡོད་མེད་ངས་ཧ་མི་གོ་ད་ནས་དེབ་ནང་ལོ་ཆག་པའི་ནང་ལ་གསལ་ཡོད་ལ། སྟོན་པ་སྐུ་མྱ་ངན་ལས་འདས་རྗེས་ལོ་ཆིག་སྟོང་བརྒྱ་ཡན་ཡོད་ལ་ཨ་ནེ་ཡོད་ད་ལྟ་ག་ཡ་དཱ་ར་ལ་ངས་ཕེབས་རེད་ཟེར་ག་ཡ་དཱ་ར་ནས་མ་མ་མ་རྒྱུ་ཅེས་མཐའ་མ་དེ་ག་རེ་ཟེར་ན་བི་རུ་པ་ལའི་ངང་ནས་བཞུགས་རེད། བི་རུ་པའི་སྐབས་སུ་ཨ་ནེ་ཤི་ནས་ད་བོད་ལ་ག་རེ་ཟེར་ན་ལམ་འབྲས་བརྒྱུད་པ་དེ་བོད་ལ་སླེབས་པས་དེ་ག་ཡ་དཱ་ར་ནས་མ་མ་རྒྱུ་ཅེས་ཨ་ནེ་བི་རུ་པའི་སྐབས་སུ་ཨ་ནེ་བོད་ལ་བ།

བྱས་ཙང། ད་ལྟ་འབྲོག་མི་ལོ་ཙཱ་བ་ཤཱཀྱ་ཡེ་ཤེས་ཀྱིས་བི་རཱུ་པ་ཏིའི་བུ་ལ་ག་རེ་ཟེར་ན་གདན་འདྲེན་ཞུས་རེད་ནད་ཅིག་ལ་གསུང་གི་འདུག་བ་ག་ཤེད་གདན་འདྲེན་ཞུས་རེད་ག་ཤེད་གདན་འདྲེན་ཞུས་ཡོད་མ་རེད་ཁོ་རང་ཕེབས་ཀྱོག་རེད་ཟེར་གང་ལྟར་གུང་ཐང་ལ། སྔོན་མ་ཡིན་ན་བོད་ལ་རྒྱ་གར་གྱི་མཁས་པ་དང་བོད་ཡུལ་གྱི་མཁས་པ་ཚོ་ཕེབས་དུས་ཙམ་པ། ལམ་ཡོད་ན་མེད་ན་ག་རེ་རེད། དེང་སང་བོད་ཡུལ་ཕྱོགས་ནས་ཕེབས་ཀྱོག་ནས་ཡོད་ན་མེད་ན་དེ་སྐྱིད་རོང་བརྒྱུད་ནས་ཨ་ནི་ག་རེ་ཟེར་ན་དེང་སང་ར་བཟོ་བ་བྱས། བོད་ཡུལ་གྱི་ར་བཟོ་བ་དང་ཨ་ནི་སྐྱིད་རོང་བརྒྱུད་ཅིག་ཨ་ནི་བོད་ལ་བབས་ཕེབས་ཀྱི་ལམ་ཁ་ཡོད་ན་མེད་ན་འདི་རེད། དེ་ཡིན་པ་སོགས་དེ་བརྒྱུད་ནས་ཕེབས་ཏེ་མང་ཡུལ་གུང་ཐང་ལ་ཕེབས་དུས་བརྩམས་པ། ཨ་ནེ་ད་ལྟ་འཁོན་དཀོན་མཆོག་རྒྱབ་ཁར་ཚ་གྲོགས་མི་ལོ་ཙཱ་བ་ཤཱཀྱ་ཡེ་ཤེས་ཀྱིས་རྟགས་གྲུབ་ཆེན་འོད་རུག་པ་དེ་ཕེབས་པ་ཧ་གོ་རེད། གསལ་འདོད་རྩོམ་པ་ནི་ཕྱིས་སུ་མ་གདན་འདྲེན་ཞུས་རྗེས། གདན་གྲོལ་ག་བ་ཞིག་རེད། ལ་སྟོད་ལྷོ་དང་བྱང་ལ་སྟོད་བྱང་དང་ལྷོ་བྱང་ཕྱོགས་ལ་མ་གཙང་ཕྱོགས་ལ་མ། གདན་གྲོལ་ཞུས་རྗེས། ག་རེ་བྱས་རེད་ཟེར་ན་མྱུ་གུ་རླུང་ལེན་མཁན་གྱི་ལུང་པ་དེ་ལ། དེ་བེད་སྤྱོད་བེད་སྤྱོད་ལ་སྟོད་བྱང་ལ་ཡོད་ནས་བྱང་ནས་ལྷོ་ནས་ཅིག་ལ་ཡོད་བསམ་ཚུལ་རོ། མྱུ་གུ་རླུང་ལེན་ཡས་དེ་ལ་ནི་གདན་གྲོལ་ཞུས་རྗེས་ཨ་ནེ་མཐའ་མ་ག་རེ་བྱས་རེད་ཟེར་ན། དེའི་ནང་ལ་གར་སང། གསེར་སྲང་ལྔ་བརྒྱ་ཕུལ་རེད། གསེར་སྲང། སྲང་ལ་ཡོད་ད། གསེར་དེ་འདྲའི་སྲང་གར་སང་ལྔ་བརྒྱ་ཕུལ་རྗེས་ཨ་ནེ་ལམ་འབྲས་ཀྱི་སྡོམ་པ་དེ་མི་རུས་པ་ལས་ཞུས་རེད། ཞུ་དུས་ཙམ་པ་གར་སང་ན་བཀའ་འདྲི་ཞུས་མྱོང་རེད་ཀྱང། ད་ག་ཚོད་ཀྱང་གནང་གི་མ་རེད་ད་ག་རེ་བྱས་ཡོད་རེད་ཟེར་ན། སྐབས་དེ་དུས་ག་རེ་བྱས་ན་ཀྱང་དེ་ཡི་དེབ་དོན་དངོས་པོ་ནང་ལ་གཟིགས་བ་ཡིན་ན་ཡོད་རེད་རོ། དེའི་རྗེས་སྐབས་དེ་དུས་ཀྱི་གནས་སྟངས་གསང་སྔགས་དར་ཚོགས་འདི་གར་གནས་སྟངས་མང་པོ་ཞིག་ཞིབ་འཇུག་བྱས་ཡོད་ད་ཁག་མང་པོ་ཞིག་བསྒྲགས་ཡོད་རེད་རོ། དེ་རྣམས་ག་རེ་བསལ་ཡོད་རེད་ཟེར་ན། ལམ་འབྲས་ཀྱི་གདམས་པ་འདི་ང་གཅིག་པུ་ལ་གནང་དགོས་ཡོད་ཟེར་གྲོང་མི་ལ་སོགས་ཤག་བྱས་འདི་ལ་གནང་ཚར་བའི་རྗེས་ལ་ངས་ཁྱེད་རང་ག་རེ་རེ་གསེར་སྲང་ལྔ་བརྒྱ་ཕུལ་དགོས་ཟེར་འདི་ཕུལ་ཚར་བའི་རྗེས་ལ་ང་མ་གཏོགས་གཞན་པ་བོད་ཀྱི་མཁས་པ་སུ་གཅིག་ལ་ག་རེ་ཟེར་ན་ལམ་འབྲས་ཀྱི་གདམས་པ་འདི་གནང་ཆོག་གི་མེད་ཟེར་གྱི་ནས་ཕྱིར་ཡོར་ད་གོ་ཟེར་སོ། དེའི་རྗེས་ལ་ནི་ག་རེ་ཟེར་ན་བལ་ཆེན། བི་རུ་པཱི་བོད་ལ་བལ་ཆེན། ཕེབས་འོས་ས་མ་རེད་བསམ་བསམ་འདྲ་འདུག་ད་ག་ནི་བཀའ་དྲིན་བཞག་སྟངས་ཀྱི་རུ་བ། ད་ལྟའི་ཁྱེད་རང་ཚོ་དག་དོགས་སློང་ཡོད་ཚུལ་དུ་རེད་ད། སྐབས་དེ་དུས་གསང་སྔགས་དར་ཐང་དང་འབྲེལ་བ་ཡོད་རེད་རུ་བ། གསང་སྔགས་དར་རའི་སྒང་ལ་ཞིབ་འཇུག་བྱས་ཏེ་དཔེ་གནད་འགག་ཆགས་བསྡད་རེད་ཀྱང། འོ་དེ་བྱས་རྗེས་ག་རེ་ཟེར་ན། ལམ་འབྲས་གདམས་པ་འདི། འབྲོག་མི་ལོ་ཙཱ་བ་ཤཱཀྱ་ཡེ་ཤེས་ལ། བསྒྲགས་སྟངས་འདི་འགྲེལ་བྱེད་འདྲ་རེད་གོ་ཚོད་བཟོ། དེའི་རྗེས་ལ་ནི་འབྲོག་མི་ལོ་ཙཱ་བ་ཤཱཀྱ་ཡེ་ཤེས་དེང་གི་གོང་ལ་ཞུས་སོང་ངས། ད་ལྟ་དཔལ་ལྡན་ས་སྐྱའི་ཐོག་མར་གསོལ་བྱེད་ངན་གྱིས། ད་ལྟ་ཁར་ས་འདི་ཀྱི། འཁོན་དཀོན་མཆོག་རྒྱལ་པོའི་རྗེས་ནི་ཞུས་བ། ཞུས་བྱ་ནི་ས་སྐྱ་གོང་མ་རྣམ་ལྔ་བརྒྱུད་བྱ་ནི་ད་ལྟ་ས་སྐྱའི་ཀྱི། ད་གཞུང་འགྲོ་ཁུངས་གཏུགས་ས་ཡོད་ན་མེད་ན་དེ། དེ་ཁར་སོ། ལམ་འབྲས་དེ་ཆ་ཡེ་དེ་དེ་འདྲ་ཅན་ཆ་རེད་གོ་ཚོད་སོ། འོ་དེ་རེད། དེ་ཡི་ས་སྐྱའི་སྐོར་ལ་མདོ་བསྡུས་བྱེད། ད་ཐ་མ་དེ་ལ་དགེ་ལུགས་པའི་སྐོར་མདོ་བསྡུས་ཞུས་ཤོག་རོ། འོ་དེ། དགེ་ལུགས་པའི་སྐོར་ད་ཕལ་ཆེར་ཤེས་ར་ཞུ་འོས་ཀྱི་མེད་དེ་བཞིན་དེ་མདོར་བསྡུས་ཞུ་ཡོན་ད་ངས་སྐར་མ་གཉིས་ནང་ལ་ཕལ་ཆེར་བསྡུས་ཤོག། ཐོག་མར་དེ་ག་རེ་ཟེར་ན་དགེ་ལུགས་པ་ལ་ངའི་ཐ་སྙད་ཆགས་སྟངས་དེ་ཁྱེད་རང་ཚོ་ལ་གནད་འགག་ཆེན་པོ་རུ་བ། དེ་ཐ་སྙད་ཆགས་སྟངས་དེ་ག་རེ་བྱུང་ཆགས་རེད་ཟེར་ན། དེ་དགེ་ལུགས་པ་ཀྱི་སྲོལ། དགེ་ལུགས་ཆོས་ལུགས་དང་སྲོལ་གཏོད་མཁན་གྱི། གཙོ་བོ་དེ་ག་རེ་ཟེར་ན་ཁྱེད་རང་ཡོངས་གྲགས་རུ་བ་རྗེ་བཙོང་ཁ་པ། རྗེ་རྗེ་བཙོང་ཁ་པ་བློ་བཟང་གྲགས་པ་རུ་བ། ནི་རྗེ་བཙོང་ཁ་པ་ནི། ཨ་མདོ་ནས་མ་ད་ཡ། དབུས་ལ་ཡ་ཕེབས་ཚར་བ་དབུས་ལ་ཡ་གདན་དྲངས་མཁན་ད་ཕལ་ཆེ་བ་འདི་རེད་འདུག་བ། ཆོས་བརྒྱུད་འགྲོ། ཆོས་བརྒྱུད་འགྲོ་བ་ཆེ་བ་ཡིན་པ་ན། གྲི་གུམ་བཀའ་བརྒྱུད་ཀྱི་འདི་འདྲའི། མཁས་མཁས་པ་ཅིག་གིས་ཀྱིས་ཨ་ནི་ཡ་དབུས་ལ་ཡ་གདན་དྲངས་རྒྱུ་རེད་འདུག་བ། ཁོང་ལོ་བཅུ་དྲུག་ཙམ་ཕེབས་དུས་བསམ་པ་འདི་འདྲའི་ཡ་གདན་ལ་དབུས་ལ་ཕེབས། ཨ་ནི་ཁོ་རང་ཚོའི་སྐུ་ཚེའི་སྨད་དེ་བར་ཨ་ནི་ཕལ་ཆེན། ད་ལྟ་རྗེ་རིན་པོ་ཆེན་གྱིས། ལོ་བྱེ་བ་ནི་ཆིག་སྟོང་བཞི་བརྒྱ་བཅུ་མེད་དགུ། དེའི་གཡས་གཡོན་དེ་བར་ག་རེ་ཟེར་ན། ད་ལྟ་ང་ཚོས་ཀྱི་དགའ་ལྡན་དགོན་པ་དེ་བཞེངས་འདུག་བ། དགའ་ལྡན་དགོན་པ་བཞེངས། དགའ་ལྡན་དགོན་པ་བཞེངས་དུས་བསམ་པ་ཨ་ནི་སྐུ་ཚེའི་སྨད་ལའང་ཁོང་པ་བཞུགས་ས་གཙོ་བོ་དེ་དགའ་ལྡན་དགོན་པ་ཁོ་རང་ལ་བཞུགས་ས་རེད། ཨ་ནི་དགའ་ལྡན་དགོན་པ་ཁོ་རང་ལ་བཞུགས་དུས་བསམ་པ་ཨ་ནི་ཁོང་གིས་ད། བརྩམས་ཆོས་དང་དེ་འདྲ་གྱི་མང་པོ་ཡོང་དུས་བསམ་པ་དེའི་རྗེས་ལ་ག་རེ་ཟེར་ན་དགེ་ལུགས་པ་ལས་ངན་དེ་བྱུང་རུང་བ། བྱས་ཙང་ཨ་ནི་ཐོག་མར་དེ་ལ་ག་རེ་ཟེར་ན། ག་རེ་བྱུང་བ་ཟེར་ན། རྗེ་རིན་པོ་ཆེན་གྱིས་ད་ལྟ་གྲུབ་དང་དེའི་རྗེས་འཛིན་པ་དེ་ཚོ་ལ་ག་རེ་བྱུང་བ་ཐ་སྙད་ག་རེ་ཟེར་ན། འདི་བྱུང་བ་ས་རེད། དགའ་ལྡན་པའི་ལུགས། དགའ་ལྡན་དགོན་པ་གྱི་མིང་ཚུགས་གྲས་ཀྱི་ས་གཞལ་གྱི་དགོན་པའི་མིང་དེ་ཚུགས་གྲས་ཀྱི་དགའ་ལྡན་པའི་ལུགས་ཟེར་འདི་འདྲ་བྱུང་ས་རེད་རོ། དགའ་ལྡན་པའི་ལུགས་ལ་དོན་ཟེར་མ་ནི། ག་ཤེད་ཀྱི་ཚིག་བསྡུས་ཀྱི་ག་རེ་ཟེར་ན། ག་རེ་ཟེར་ཚིག་དེ་ཚུགས་བསྡུས་ཀྱི་ག་རེ་ཟེར་ན་དགའ་ལུགས་དགའ་ལུགས་དགའ་ལུགས་འདྲའི་ལབ་དགོས་བྱུང་ས་རེད་དགའ་ལྡན་པའི་ལུགས་ལས་དེ་ག་རེ་རེད་ཚུགས་ཚིག་བསྡུས་ཀྱི་དགའ་ལུགས་ཟེར་འདྲའི་ལབ་ངེས་བྱུང་ཡོད་ས་རེད། ད་ཡིན་ནའི་ལས་ཕྱིས་སུ་ག་རེ་ཟེར་ན་དགའ་ལུགས་ལབ་ངེས་འདི་ཁ་ལ་ང་ཚོས་བརྗོད་བདེ་བོ་ཞེ་དྲག་མི་འདུག་ཨ། བརྗོད་བདེ་བོ་ཡོད་མ་རེད་གཉིས་ནི་ག་རེ་ཟེར་ན། ཐ་སྙད་ལབ་ངེས་འདི་བོད་ཕོ་ནི་བང་བོ་ཅིག་ག་རེ་ཟེར་ན། སྐད་ཀྱི་གཤིས་ཀ་མགྱོགས་མ་མགྱོགས་དང་མགྱོགས་མགྱོགས་པོ་དང་དལ་པོ་དང་འདི་འདྲའི་ཀྱི་དབང་གིས། ག་རེ་སོང། ཚིག་མ་འདོན་སྟངས་ལ་ཁྱད་པར་འགྲོ་ཡི་འདུག་ཨ། བྱས་ཙང་འདི་བྱས་ཐ་མ་འདི་ག་རེ་ཟེར་ན་དགའ་ལུགས་དགའ་ལུགས་ལབ་ངེས་འདི་ཨ་ནི་དགེ་ལུགས་ཆགས་རེད། འོ་འདི་འདྲ་གསུང་གི་འདུག་རོ། ད་འདི་ཡང། ཐག་བཅད་ཡོང་མར་ད་དེ་དཔེ་དེབ་ནང་ལོག་ལ་དེ་འདྲའི་གསལ་ཤར་བ་འོ་དེ་གནད་འགག་ཆེན་པོ་རེད་ད་འོ་དེ་རེད། ད་དེ་ནས་མ་ག་ར་ཟེར་ན་ད་དུང་དགེ་ལུགས་ལ་གཅིག་དེ་གནད་འགག་ཆེན་པོ་དེ་ཞྭ་སེར་བསྟན་པའི་མངའ་བདག་བྱས་རྗེས་གཅིག་བུད་ངན་ཞིག་རེད་ཞྭ་སེར་བསྟན་པའི་མངའ་བདག་ལས་དེ་དགེ་ལུགས་པ་གཙོ་བོ་དེ་ག་ར་ཟེར་ན་དབུ་ཞྭ་ག་རེ་གནང་གི་རེད་སེར་བོ་གནང་གི་རེད་དབུ་ཞྭ་སེར་བོ་གནང་ལ་ཞྭ་སེར་བསྟན་པའི་མངའ་བདག་ལ་ཡ་དེ་ལ་ཨ་ནེ་ཡང་བཤད་ཚུལ་མི་འདྲ་བ་གཅིག་བརྫུས་འདུག་དེ་ཡང་དེ་གནད་འགག་ཆེན་པོ་རུ་མཐོང་ཟེར་བ་དེ་ག་རེ་རེད་ཟེར་ན་ཞྭ་སེར་བསྟན་པའི་མངའ་བདག་ལབ་དགོས་རྒྱུ་མཚན་གཙོ་བོ་དེ་དེས་བོད་ཀྱི་བསྟན་པ་ཕྱི་དར་དང་འབྲེལ་བ་དུ། གར་སར་གླང་དར་མས་ཀྱི་སྐབས་སུ་རྒྱལ་གྱི་བཞི་བཅུ་ཞལ་སྙུན་ལུགས་ལ་བོད་ཀྱི་གླང་དར་མས་ཀྱི་སྐབས་སུ་ད། གླང་དར་མ་བཀྲོངས་རུ་བ་བཀྲོངས་ཀྱི་ནི། བོད་ཀྱི་ད་ཆབ་སྲིད་ཚང་མ་དེ་འདྲས་མ་ནུབ་རུ་བ་ནུབ་ཚེ་བའི་རྗེས་ལ་ནི་བསྟན་པ་ཕྱི་དར་གྱི་སྐབས་སུ། ད་ནང་ང་ཚོ་ཀྱི། བྱས་རྗེས་ཆེ་ཤོས་དེ་ག་རེ་རེད་བས། བླ་ཆེན་དགོངས་པ་རབ་གསལ། བླ་ཆེན་དགོངས་པ་རབ་གསལ་གྱི་རྩ་ལ་དབུས་ཀྱི་མཁས་པ་དབུས་གཙང་མཁས་པ་མི་བཅུ་ཞག་ལྔའི་རུ་བ། སྐབས་དེ་དུས་ག་རེ་ཟེར་ན། ད་ལྟ། འཕྲོད་བཞེས་དྲུག་མདོར་བསྡུས་ཞུ་བ་ཡིན་པ་ཡིན་ན། འོད་སྲུང་གྱི་ག་ས་དེ། གླང་དར་མའི་གླང་དར་མ་ལ་སྲས་གཉིས་རུ་འོད་སྲུང་དང་ཡུམ་བརྟན་ཡུམ་བརྟན་གྱི་བརྒྱུད་པ། ཨ་ནེ་མངའ་བདག་ཚ་ན་ཡེ་ཤེས་རྒྱལ་མཚན་གྱིས་བསྟན་དཔལ་གྱི་མེ་རོ་དེ་སླར་མདོ་སྨད་ནས་དབུས་ཆུ་ལ་ཡར་གསོ་ཡ་བྱེད་དུ་དབུས་ཀྱི་མི་མཁས་པ་ལྔ་དང་གཙང་གི་མི་མཁས་པ་ལྔ་སྡོད་ཀྱི་མི་བཅུ་ཞིག་བཏང་ཡོད་རེད་དེ་ལ་དབུས་གཙང་མཁས་པ་མི་བཅུ་ལས་ཡོད་རེད། འདི་བཏང་དུས་བརྩམས་པ་འདིའི་ནང་ལོགས་ཀྱི་ཨ་ནི་བླ་ཆེན་དགོངས་པ་རུ་སེ་ལ་སྡོམ་པ་ཞུ་བ་བཏང་དྲགས་བྱས་ཙང་བླ་ཆེན་དགོངས་པ་རུ་སེ་མཐའ་མ་དེ་དབུས་གཙང་མཁས་པ་མི་བཅུ་ནང་ལོགས་ཀྱི་ཨ་ནི་བོད་ཀྱི་དབུས་ཀྱི་མཁས་པ་ཡིན་བསམས་སུ་རུ་བ་བློན་མའི་ཚུལ་ཁྲིམས་ཤེས་རབ་ལྷ་ངན་དེ་ལ་ཨ་ནི་སྐབས་དེ་དུས་ག་རེ་ཟེར་ན་ཁོ་རང་གིས་ད་བླ་ཆེན་དགོངས་པ་རབ་གསལ་གྱིས་འགྲེལ་གྱི་དབུ་ཞྭ་དེ་འདྲས་བད་ཅིང་མདོག་སེར་པོ་ཡིན་པ་ཞིག་ལ་དེའི་རྙིང་པ་བརྗོད་ཟེར་རོ། འོ་དེ་ཡར་ཕུད་རྗེས་ཨ་ནེ་མོང་བ་ག་རེ་ཟེར་ན་ང་དྲན་པ་མ་བྱས་ཨ་གསུང་ངོ་ཟེར་རོ། དེ་གསུང་དུས་བསམ་པ་ད་ག་རེ་བྱས་ན། དབུ་ཞྭ་སེར་པོ་འདི་ཀྱིས་ག་རེ་མཚོན་དགོས་རེ་ཟེར་ན། སྔོན་མ་ཀྱི་སྡེ་དཔལ་གྱི་བུ་དཔལ་གྱི་མཁས་པ་དེ་ཚོ་དང་འདུལ་བ་འཛིན་པ་འདི་ཚོས་ཀྱིས་ཨ་ནེ་དབུ་ཞྭ་འདི་སེའུ་ཀྱི་རྣམ་གོས་ཟེར་བ་འདི་ཀྱི་ཁར་རྣམ་གོས་རེད་དབུ་ཞྭ་སེའུ་རྣམ་གོས་ཡོད་བ་དེ་ཧ་གོ། རྣམ་གོས་ཡོད་བ་དེ་ཤུགས་སུ་རྟོགས་གི་ཡོད་བ་ཟེར་ཕྱིས་སུ་ག་རེ་ཟེར་ན། ཨ་ནེ་རྗེ་རིན་པོ་ཆེན་ལ་སོགས་པས་ཀྱི་ནི་དགེ་ལུགས་པས་ཀྱི་ཨ་ནེ་ག་རེ་ཟེར་བ་ཆོས་བརྒྱུད་ཀྱི་འཛིན་པ་དེ་ཚོས་ཀྱི་ག་རེ་ཟེར་ན་དབུ་ཞྭ་སེའུ་དེ་པན་ཤ་ཟེར་བྱས་ཀྱི་དེ་རྣམ་མེད་དེ་པན་ཤ་ཡིན་ན་ག་རེ་ལ་འོ་རེད་འོ་དེ་རྣམ་མེད་དེ་ཕལ་ཆེན་ག་རེ་ཟེར་ན་གོ་ཚོད་འདི་བྱས་ཀྱི་དགེ་ལུགས་ལ་ཨ་ནེ་ཞྭ་སེར་བསྟན་པའི་མངའ་བདག་ཟེར་བྱས་ཀྱི་གཙོ་བོ་དེ། བརྟག་བའི་རྒྱུ་མཚན་དང་དེའི་འཕེལ་རིམ་དང་འབྱུང་རིམ་དེ་དེ་དང་འབྲེལ་བ་ཞིག་ཏུ་རུང་བ། དེའི་སྟེང་ཟིན་གནས་ག་ཆེན་པོ་བྱ་ཞིག་རུང་བ། ཨ་ནི་དེ་ཅི་ལ་ད་ཕལ་ཆེན་བདག་རང་རེད་ཞེའོ་ཞུ་དགོས་ས་ཡོད་མ་རེད། དགེ་ལུགས་བལ་གྱི་ཤིང་གར་སོགས་པའི་ཆོས་བརྒྱུད་དེའི་སྲོལ་གཏོད་པོ་གཙོ་བོ་དེ་རྗེ་རིན་པོ་ཆེ་རེད། རྗེ་རིན་པོ་ཆེ་འཁྲུངས་ངེས་འཁྲུངས་ས་ནི། ཨ་མདོ་མདོ་སྨད་ཁུལ་ལ་རེད་མདོ་སྨད་ཁུལ་ལ་འཁྲུངས་ཡས་དེ། ཆིག་སྟོང་སུམ་བརྒྱ་ལྔ་བཅུ་ལྔ་བདུན་ལ་འདི་འདྲ་འཁྲུངས་རེད་བ། འཁྲུངས་བྱས་ནས་དེ་ནས་མ་གུང་ལོ་བཞིའི་སྐབས་སུ། ཨ་ནེ་ཁོ་རང་དགེ་བསྙེན་བསྒྲུབས། དགེ་བསྙེན་བསྒྲུབས་ས་ཕལ་ཆེ་བ་དང་པོ་དེ་བཀའ་བརྒྱུད་བླ་མ་རེད་འདུག་བ། བཀའ་བརྒྱུད་ནང་ལོ་ལས་སྐམ་ཚང་ཡིན་ས་རེད། གར་སེར་ན་ཀར་མ་པ་རོལ་པའི་རྡོ་རྗེ་ལ་དེ་འདྲའི་དགེ་བསྙེན་གྱི་སྡོམ་པ་བཞེས། དེ་འདྲས་བྱས་བྱས་ནས། ཐ་མ་དེ་ལ་ད་ཆ་བཟང་ཞུ་མོ་གོ་བྱ་རུ་བ། ཨ་ནེ། དེའི་རྗེས་ལ་གུང་ལོ་བཅུ་དྲུག་ལོ་ལ་ཨ་ནེ། གྲི་གུང་པའི་རྒྱན་ནི་དབུལ་བོན་གྲི་དོ་སྟེ། དེ་དམར་རིན་ཆེན་དཔལ་གྱིས་དབུས་སུ་གདན་དྲངས་ལ་དུ་བ་དབུས་སུ་གདན་དྲངས་ཀྱི་དྲང་ངེས་གདན་དྲང་ངེས་འདི་ཨ་ནི་ཡང་གྲི་གུང་བཀའ་བརྒྱུད་ཀྱི་བླ་མ་ཅིག་ཡང་གདན་དྲངས་རྗེས་ཨ་ནི་དབུས་ལ་ཕེབས་དབུས་ལ་ཕེབས་རྗེས་ཨ་ནི་ད་མཁྱེན་པ་ཞེ་དྲག་བཞུགས་མོད་མཁྱེན་པ་རྒྱལ་པོ་བཞི་བོ་བྱུང་རྗེས་ཨ་ནི་ཐ་མ་དེ་ལ་ག་རེ་རེད། ད་དགེ་ལུགས་པའི། ཁར་སོང་བའི་ཤིང་རྟའི་སྲོལ་བཅོས་འདྲ་བོ་དེ་འཆར་བ་དེའི་རྗེས་ལ་ནི་དགེ་ལུགས་པའི། རྗེ་རིན་པོ་ཆེན་གྱི་སྐབས་སུ་རྗེ་ལ། རྟ་བསྟན་པ་ལ་དགེ་ལུགས་པའི་བསྟན་པ་ལ་སྲི་ཞུ་དྲུག་ཡོད་ན་མེད་ན་གཅིག་དེ། ཁར་སོང་བས། མཁས་གྲུབ་རྗེ་དང། ང་ཚོ་རྒྱལ་ཚབ་རྗེ་དང། མཁས་གྲུབ་རྗེ་ཟེར་བྱ་གི་རུ་བ། འོ་དེ་ནས་མར་བྱེད་བྱེད་ད་ཞི་ར་ཞུ་མོ་འགོ་བྱས། མཁས་གྲུབ་དགེ་ལེགས་པ་སང་ནས་མར་རྒྱུད་བཞག་པའི་རྗེས་པན་ཆེན་རིན་པོ་ཆེན་ད་སྐུ་ཕྲེང་རིམ་བརྒྱུད་དེ་ཚོས་ཀྱིས་ད་དགེ་ལུགས་པ་ལ་བྱས་རྗེས་ཆེན་པོ་ཞུ་བྱ་གི་རུ་བ། དགེ་ལུགས་པའི་བསྟན་པ་འཕེལ་ཡས་དང། མཛད་འཕྲིན་རྒྱས་ཡས་དང་དེ་ཚོ་ལ། ག་རེ་ཟེར་ན། མཁས་གྲུབ་དགེ་ལེགས་པ་སང་ནས་མར་རྒྱུད་བཞག་རྒྱུར་གྱིས། པཎ་ཆེན། སྐུ་ཕྲེང་དང་པོ་ནས་ཁྱེད་ཀྱིས་ད་ལྟ་བར་པཎ་ཆེན་སྐུ་ཕྲེང་བརྒྱད་ཅུ་བཅུ་གཅིག་པ་མ་རེད་བས། འདི་བར་སུ་བྱས། དེ་ནས་ག་རེ་རེད་ཟེར་ན། རྗེ་དགོན་འདུས་གྲུབ་པ་ནས་བྱས་རྗེས་མ་ཞིག་བྱས་ནས་ཏཱ་ལའི་བླ་མ་སྐུ་ཕྲེང་རིམ་བྱོན་འདི་མ་བྱུང་རོགས་དེ་ཕྱི་ནང་དུ་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་བབས་འདུག་འདི་ནི་མ་དགེ་ལུགས་པའི་བསྟན་པ་འཕེལ་ལ། དར་ཞིང་རྒྱས་དེ་དུས་འཕེལ་བ་རུ་བ་ད་དར་ཞིང་རྒྱས་ལ་མཛད་རྗེས་ཆེ་ཤོས་དེ་ད་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ནས་འགོ་བཙུགས་ཡོང་སྐོར་ད། ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ། ཨ་ནེ། ག་རེ་ཟེར་ན་དགའ་ལྡན་ཕོ་བྲང་དབུས་སུ། དབུ་གཉེར་བ། དགའ་ལྡན་ཕོ་བྲང་དབུ་བརྙེས་པས་འདི་ནི་མ་བྱས་རྗེས་ཨ་ནི་ག་རེ་བྱས་རེད་ཟེར་ན་དགེ་ལུགས་པའི་བསྟན་པ་འདི་ཨ་ནི་ཕལ་བ་ཙམ་ཁ་ཟས་གསར་དུ་བཏོད་པ་ཙམ་ཡིན་པས་དར་ཞིང་རྒྱས་པ་ཚོས་དེ་ཨ་ནི་དེ་ནི་མ་འབའ་ཞིག་གོ་ཚུལ་རོ། འདི་བྱས་རྗེས་ག་རེ་ཟེར་ན་ད་ངའི་གཏམ་བཤད་དག་རང་བརྩམས་ཤེས་རོ། ཨོ་ཐུགས་རྗེ།
ཨ་ནི་དགེ་ལགས་ལ་ཡང་གཏམ་བཤད་སྒྲོག་སྦྱང་གནང་བ་ལ་ཡང་བཀའ་དྲིན་ཆེ་ཞུ་ཡས་ཡིན། སྙིང་པོ་མདོར་བསྡུས་ཞུས་པ་ཡིན་ན་དགེ་ལགས་ཀྱི་གཏམ་བཤད་གནང་ལུགས་ལ་ཡང།

ལ། དྲི་བ་འདི་ཡག་པོ་གོ་ཚོད་མ་སོང་ཡང་རྗེས་གཅིག་ན། དེ་བསྟན་པ་གཤེན་རབ་ཀྱི་བོན་ཆོས་དེ་གར་ས་དེ་གཡུང་དྲུང་བོན་ཆོས་གཡུང་དྲུང་བོན་ཆོས་ཡོད་འོ་དེ་དེ་ག་ག་འདྲ་འདྲ་བོ་བྱེད་ནི་ཡོད་ར་བྱེད་ཚུལ་བཟོད་སྟངས་འདྲ་བོ་ས་བྱེད་ཀྱི་ན།
ཡ་ཡ་འོ་ཁེ། ད།

མཁས་དབང་ཟློས་གར་ནམ་མཁའི་ནོར་བུས་ཀྱིས། སྟོན་པ་ཤེས་རབ་བོན་འདི་ལ་དབྱེ་བ་ཕལ་ཆེར་གཉིས་ཏེ་བཞག་ཡོད་རེད། གཡུང་སྟོན་པ་ཤེས་རབ་མི་བོ་ཆེན་གྱིས་གཡུང་དྲུང་ད་ལྟ་གཡུང་དྲུང་བོན་ལས་རིང་བ་གཡུང་དྲུང་བོན་འདི་གསར་གཏོད་མ་བྱས་སྔོན་ལ། ཨ་ནེ་བོན་གྱི་ཆོས་ལུགས་འདི་གདོད་མའི་དཀྱིལ་འཁོར་ན་བོན་ཅི་ཡོད་རེད་ཅི་སྟངས་ཞེ་ན་གདོད་མའི་ཆོས་ལུགས་ལ་ངེད་ལུང་པ་ག་བ་ཡིན་ན་གདོད་མའི་ཆོས་ལུགས་མེད་པ་ཡོད་མ་རུང་བ་གདོད་མའི་ཆོས་ལུགས་ཡོད་རུང་བ། གདོད་མའི་ཆོས་ལུགས་ཚོ་ཕལ་ཆེ་བ་ག་རེ་ཡོད་རེད། ལྟ་གྲུབ་ཚོ་འཕེལ་རྒྱས་ཞེ་དྲག་འགྲོ་མི་འོང་སོང་ཙང་ནི་ང་ཚོས་ཀྱི་ག་རེ་ཟེར་ན་དམར་མཆོད་བྱས་དང་དེ་འདྲའི་ལམ་ལུགས་སྲོལ་ཞིག་ཕལ་ཆེར་ཡོད་རུང་བ། ད་འདི་ག་རེ་རེད་ཟེར་ན། འདི་མཁས་དབང་ནམ་མཁའ་ནུས་བོད་ཀྱིས་གསུང་བ་གཞི་བཞག་ཆེ་བ་ཡིན་ན། སྟོན་པ་ཤེས་རབ་མི་བོ་ཆེན་གྱིས་ད་ལྟའི་གཡུང་དྲུང་བོན་གྱི་བསྟན་པ་འདི་གསར་གཏོད་མ་བྱས་སྔོན་ལ། ཨ་ནེ། རྡུལ། རྡུལ་བོན་དང། རྡུལ་བོན་ཟེར་བ་རེད་རོ། རྡུལ་ལ་ན་རྡུལ་མ་ཉིད་ནས་ལས་དང་སྔོ་མ་སྔོ་མ་ལས་རོ། འདིའི་སྐབས་སུ། ཨ་ནི་དེ་ད་ལྟའི་བོན་དེ་མ་རེད་ད་དེ་སྔོན་མ་བོན་དེ། རྡུལ་བོན་དང་རྡུལ་བོན་སྐབས་སུ་ཨ་ནི་འདྲེ་དམར་གཅོད་བྱེད་ཀྱི་འདྲེ་ལུགས་སྲོལ་ཡོད་ས་རེད་གོ་ཟེར་སོ། ད་དེ་ནས་སྟོན་པ་ཤེས་རབ་མིའོ་ཅེས་ཕེབས་ཚར་བའི་རྗེས་ལ། སྟོན་པ་ཤེས་རབ་མིའོ་ཆེན་གྱིས། ད་འདི་ངའི་སྔོན་མ་རྡོ་ཟེ་མིག་ཡིན་ན་ཅི་ལ་སྔོན་མ་ཅི་ལ་ང་འཛིན་གྲྭ་དེའི་ཟིན་སློབ་གྲྭ་འོག་ལ་འདི་ངས་མཐོང་མཐོང་མྱོང་དུ་རུ་བ། དོ་ཟེར་མི་ཡིན་ན་ག་རེ་དཔེ་ཆ་ཞིག་ནང་ལོགས་ག་རེ་ཡོད་རེད་ཟེར་ན། སྟོན་པ་ཤེས་རབ་མེའོ་བྱེད་ཀྱིས་ངས་བསྟན་པ་ལ་གཅིག་བསད་གཅིག་མཆོད་དེ་མེད། གོ་ཟོས་ཟེར། གཅིག་སེམས་ཅན་ཞིག་བསད་རྗེས་གཞན་པ་ཞིག་ལ་མཆོད་པ་འབུལ་ཡས་དེ་མེད་གསུངས་རྗེས་ངས་བསྟན་པ་ལ་གཅིག་བསད་གཅིག་མཆོད་ཀྱི་མེད་གསུངས་རྗེས་ཨ་ནི་དམར་མཆོད་དེ་ཡོང་སོང་ཡོག་རྫོགས་པ་བཀག་རྗེས་ཨ་ནི་ལྟ་གྲུབ་ཞི་བོ་ཅིག་འཕེལ་རྒྱས་བཏང་རྗེས་ད་ལྟའི་ག་རེ་རེད། གཡུང་དྲུང་བོན་ལ་ངས་འདི་གསར་གཏོད་བྱས་རེད་ལ་རེད་གོ་ཟོས་ཟེར། བྱས་ཙང་ད་ལྟའི་གཡུང་དྲུང་བོན་གཡུང་དྲུང་བོན་ཟེར་བྱས་རྗེས་ག་རེ་ཟེར་ན། ཚང་མ་གཡུང་དྲུང་བོན་ཟེར་ང་ཚོའི་བྲིས་ཡོད་རུང་བ་མིན་གཡུང་དྲུང་ཟེར་བྱས་ཙང་གཡུང་དྲུང་ལས་དང་བོན་ལས་དེ་ངས་འགྲེལ་བཤད་བྱེད་སྐྱོན་ཚ་སོང་བ་བྱས་ཙང་ད་ད་ལྟའི་གཡུང་དྲུང་བོན་གྱི་བོན་དེ་ཡིན་པ་ན་དེ་འདྲ་དམར་མཆོད་མེད་བ་དེ་ཡོངས་གྲགས་ཡིན་པ་བྱས་རུང་བ་ལྟ་གྲུབ་ཀྱི་སྒང་ནས་ཕྱེ་བ་ཡིན་པ་ཡིན་ན་ལས་ད་བོད་བརྒྱུད་ནང་བསྟན་དང་འདི་གྱི་སྒང་ལྟ་གྲུབ་ཀ་ཚིག་ཏིག་ཟིག་མི་འདྲ་བ་ཡོང་རེད་དཔེ་བྱས་ཤེ་ན་ང་ཚོའི་ལྷ་ཁང་ལས་ཀྱི་ཁོ་ཚོའི་གསས་ཁང་ནས་ལས་ཡོད་དོ་བ། དེ་ནང་བཞིན་རེད། ང་ཚོས་ཀྱི་ག་རེ་ཟེར་ན། ཐམས་ཅད་མཁྱེན་པ་ཡིན་ན་ག་རེ་ཟེར་ན་ད་གཟུགས་ལ་ཐ་སྙད་གཏིང་གཟིགས་ལོག་ག་ལོག་བ་རེད་མ་གཏོགས་གཞན་པ་ལྟ་གྲུབ་ཀྱི་སྒང་ལ། མདོ་སྔགས་མདོ་དང་སྔགས་ཡིན་ན་རེད་ལྟ་བཀའ་དང་བསྟན་འགྱུར་ཡིན་ན་རེད་མདོ་དང་ག་རེ་ཟེར་ལྟ་གྲུབ་ཀྱི་སྒང་ལ། ཕལ་ཆེན། མཁས་པ་མི་འོ་དེ་དེང་སང་མཁས་པ་ཚང་མ་ཡི་ཡོངས་གྲགས་རུ་རུ་བ་ད། ཡོངས་གྲགས་མ་རེད་བས། ཚང་མ་ཡོངས་གྲགས་རོ། ལྟ་གྲུབ་གང་ལ་ཁྱད་པར་ཡོད་མ་རེད་ལན་གིན་དེ་ཡོངས་གྲགས་མ་རེད་བས། ཡོངས་གྲགས་རོ། བྱས་ཙང་ག་རེ་རེད་ཟེར་ན་ཐུགས་མཁན་ཆོས་ཀྱི་ཉི་མས་གྲུབ་སྟེ། ཐུགས་མཁན་ག་རེ་ཟེར་ན། ཆོས་ཉི་མས་གྲུབ་སྟེ་ནང་ལོགས་ཡོད་བ། བོན་ལ་ཆོས་འདྲེ་ཆོས་ལ་བོན་འདྲེ་ལས་ཡོད་བ། གཉིས་ཆ་འདྲེ་འདྲེ་དེ་བས་ད་ག་ནང་བཞིན་གྱི་སྒྲུབ་པ་ཀུན་ལས་ཡེ་གསུངས་ཡོད་རེད། བོན་དང་དེ་གཉིས་ལ་ལྟ་གྲུབ་ལ་ཁྱད་པར་མེད་གཅིག་གཅིག་ག་རེ་གསུངས་པར་རུས་ལ་གཅིག་གཅིག་ལ། འདྲེ་འདྲེ་མང་པོ་ཐེབས་ཡོད་བ་དེ་ཧོ་ཚོད་སོ། འོ་ད་དེ་བྱས་ཀྱི་ག་རེ་རེད། བོན་དང་གཡུང་དྲུང་བོན་ལ་ཁྱད་པར་ཅི་བ་ཕལ་ཆེར་འདི་འདྲས་ཡིན་ས་རེད། དྲི་བ་ཏག་ཏག་ཕོག་ཡོད་མ་རེད་ཁོ་མ་སོང།
Just delete དགོས་ལ། ད་ང་རེ་ཡི་དྲི་བ་འདི་ད་ནི་ཆོས་ལུགས་གཉིས་པ་བཀའ་བརྒྱུད་བི་གི་ཆོས་ལུགས་འདི་ལ་དྲི་བ་ཞུ་གི་ཡིན་ལ། ད་བཀའ་བརྒྱུད་གི་ལ་དྲི་ཐང་འདི་ལ་ཡ་ད་ཝུ་ཀ་ར་ཀ་ར་ད་བ་ཝུ་ཀ་ཨ་ཀ་ཟེར་བི་གི་ཁྱད་པར་འདི་ཡག་པོ་གོ་མ་སོང། ད་དྲི་བ་གཉིས་པ་འདི་ལ་ད་ཆོས་རྒྱུད་བཀའ་བརྒྱུད་པ་ཡིན་ན་ཡང་འདི་གི་ཆོས་བརྒྱུད་ཁུངས་ཐུབ་ས་དེ་མར་པ་ལོ་ཙཱ་བ་ཆོས་རྒྱུད་བློ་གྲོས་ལ་ཁུངས་ཐུབ་ངེས་ཟེར་སྲོལ་ཡིན། ད་ང་ར་ག་ཚོད་བསམ་ན་ཡང་ད་ད་དུ་ད་ད་དུ་བཀའ་བརྒྱུད་བི་གི་ཆོས་བརྒྱུད་དེ་ད་སྨྱོན་ལ་རྒྱ་དགའ་ན་ལ་ད་སྒྲུབ་ཆེན་ཏི་ལི་པ་ལའི་ད་སྒྲུབ་ཆེན་ག་ཆོ་ལོ། མར་པ་ལོ་ཙཱ་བ་ཆོས་ཀྱི་བློ་གྲོས་ཀྱིས་ཞུ་ལ། འདི་ལ་ལྟ་བ་གྱི་སྒོ་ནས་ཁུངས་ཐུབ་པ་ཡིན་ན་ད་ལྟ་བ་ཕྱག་རྒྱ་ཆེན་པོ་དགོངས་པ་ནག་རུ་ཆུ་དྲུག་སྤྱོད་པ་རོ་རྣམས་ཀོ་གྲུ་སེ་ཀ་བརྒྱུད་པ་ལ་འདི་ཡོད་རེད། ད་འདི་ལ་ལྟ་བ་གྱི་སྒོ་ནས་ཁུངས་ཐུབ་པ་ཡིན་ན་དེ་ལ་ད་འདི་མ་ཐུབ་བི་གི་གཉིས་ཀྱི་སྒོ་ནས་ད་མར་པ་ལོ་ཙཱ་བ་ཆོས་ཀྱི་བློ་གྲོས་ལ་ཁུངས་ཐུབ་བི་གི་རྒྱུ་མཚན་ག་རེ་ཨེ་སེ། འདི་ཞུ་གི་ཡིན་ལ། འོ་ནི་གྲོ་ཡག་པོ་གུས་སུ་རོ། ཐོག་མར་དེ་ཡང་ད་འདི་རེད། སྐར་རྒྱུ་ལས་འདི་ད་བོ་ཀ་ར་ཀར་བྲིས་ཡས་དེ་ག་རེ་རེད་ཟེར་ན། མར་པ་ལོ་ཙཱ་བ་དང་མི་ལ་རས་པ་དང། དེ་ཡང་ནི། གཅིག་རྒྱ་རས་པ་ཧ་ར་དེ་ཚོ་གང་དག་སྐབས་དེ་དུས་མར་པ་ལོ་ཙཱ་བ་མི་ལ་རས་པ་དེ་ཚོ་ཡིན་པ་ན་གཙོ་བོ་གནམ་ས་འདི་སྔགས་དཔལ་གྱི་གནམ་ས་ན་བཞིན་གཙོ་བོ་ག་རེ་རེད་འདུག་སྔགས་འཆང་ཐུགས་ལོ་དཀར་བོ་ཅིག་ཡོད། འོ་དེ་ཆོས་གོས་ཡོད་བ་སོང་ཙང་ཨ་ནི་འདི་ཡས་ད་ནི་བཀའ་རྒྱུད་ཆེ་བཞི་དང་ཆུང་བརྒྱད་འདི། ད་ལྟ་མར་པ་ལོ་ཙཱ་བ་ལ་ཡང་ཁུངས་གཏུགས་ཡོད་བ་སོང་ཙང་དེའི་བྱས་རྗེས་ག་རེ་རེད་ཟེར་ན། ཨ་ནི་དཀར་དཀར་བསྐྱུད་ཟེར་བྲིས་དགོས་རྒྱུ་མཚན་གཙོ་བོ་དེ་རེད་བྱས་རྗེས་ག་ཟེར་ན་དེབ་ནང་འགྲེལ་གསལ་ཤོར་བ་དེ་རེད། བྷའུ་ཀ་ཀ་ལའི་དེ་ག་རེ་ཟེར་ན། བཀའ་བབས་ཆུ་བོ་རྒྱུན་ལྡན་ཟེར་ལས་རོ་བ་རྒྱུ་ལྡན་ལས་རོ་བ་བཀའ་བབས་ལའི་དེ་ག་རེ་ཟེར་ན་དོ་དོ་ཤི་ན། ཕྱག་རྒྱ་ཆེན་པོ་ཡིན་ན་རེད་ནཱ་རོ་རྒྱལ་འགྲོ་ཡིན་ན་རེད་དེའི་གྱི་ཀ་དེའི་ཆུ་བོ་དེ་ཡ་རྒྱུན་ཆུ་བོ་རྒྱུན་ལ་ཆུ་ཡི་གྱི་ཆུ་བབས་ས་དཀྱིལ་མ་ནི་བབས་དགོས་མ་རེད་ཆུ་བབས་ས་ཡ་གང་ལ་ཡ་གཏུག་གོར་བ་ཡ། ཡ་ཆུ་བབས་ཀ་བ་རྒྱུན་ལ་དེའི་གྱི་ཀ་དེ་ཡ་གཏུག་འགྲོ་དུས་བསམ་པ། བོད་ལ་གཏུག་བ་ཡིན་པ་ནི་སུ་ལ་གཏུག་བ་བོད་ཀྱི་མཁས་དབང་གཏུག་ས་ཡོད་ན་བཀའ་བརྒྱུད་ཀྱི་རྩ་བའི་གཏུག་ས་ཡོད་ན་མེད་ན་དང་པོ་གདམས་པ་དང་པོ་ཞུ་ངེས་འདི་སུ་རེད་བས། བཀའ་བརྒྱུད་ཀྱི་གདམས་པ་ཕྱག་རྒྱ་ཆེན་པོ་ལ་སོགས་གདམས་པ་དང་པོ་ཞུ་ངེས་འདི་འདི་མ་གཏོགས་ཡོད་མ་རེད་གར་སོང་བས། ད་ལྟ་དེ་མར་པ། མར་པ་བློ་རྫོགས་རུ་བ། མར་པ་བློ་རྫོགས་ནི་ཡར་གཏུགས་བ་ཡིན་ན། དྲུག་ཅན་ནཱ་རོ་པ། ནཱ་རོ་པ་ནི་གང་ལྟར་ཡར་ཡར་ཡར་ཡར་གཏུགས་ཅེས་ག་རེ་ཟེར་ན། ཨ་ནི་གསང་སྔགས་དང་འབྲེལ་བ་འོད་གྱུར་གྱི་དུས་རྒྱུན་ང་ཚོས་འདི་རུ། རྡོ་རྗེ་འཆང། ད་རྡོ་རྗེ་འཆང་ལ་གོ་རུ། གསང་སྔགས་རྡོ་རྗེ་འདི་ཚོ་ཡར་གཏུགས་གོ་རུ་བ་ད། དེ་ཚེ་རུ། རྡོ་རྗེ་འཆང་ནི་མ་ཕྱི་ཆེ་མ་རྒྱུད་ཅེས་ད་བོད་ལ་ག་རེ་རེད། བཀའ་རྒྱུད་ཆེ་བཞི་ཆུང་བརྒྱད་བར་དུ། མ་རྒྱུད་པ་ཞིག་ནས་ཡོང་རུ་བ་རྡོ་རྗེ་འཆང་ནི་བྱས་ནས། ད་ལྟ་ཕྱག་རྒྱ་ཆེན་པོ་ལ་སོགས་པ་དེ་ཚོ། འོ་དེ་ལ་ག་རེ་འདི་བཀའ་འདི་ག་འདྲས་བྱུང་ན་ཟེར་ན་ཆུ་བོའི་རྒྱུན་ནང་བཞིན་མ་ཡོང་བ་སོང་ཙང་འདི་ལ་བཀའ་བབས་ཆུ་བོ་རྒྱུན་ལྡན་བྱས་རྗེས་ཨ་ནི་བཀའ་འདི་བ་བོ་བཀའ་བཀའ་ཟེར་བྲིས་འོ་རེད་ལས་རྒྱུ་མཚན་གཙོ་བོ་དེ་རེད་གོ་ཟེར་སོ། འོ་འདི་ཡིས་འདི་ཚོ་མི་འགྲོ་གཉིས་བྱས་གཅིག་དེ་ད་ལྟ་ག་རེ་རེད། ད་བཀའ་བཀའ་རྒྱུད་ཆེ་བཞི་ཆུང་བརྒྱད་ཚང་མ་བཀའ་རྒྱུད་ལས་ཡིན་པ་ཡིན་ན་ཁྱེད་རང་ཕྱག་རྒྱ་ཆེན་པོ་དང་ནཱ་རོ་རྒྱན་དྲུག་ཡིན་ན་ནཱ་རོ་མཆོག་དྲུག་ཡིན་ན་རེ་མང་པོ་ཞུ་བཞིན་ཡོད་རེད་ཟེར་གསུངས་རོ། ད་འདི་ཡིས་ང་ཡི་གར་སོང་ལྟ་གྲུབ་སྒང་ལ་དྲ་བོ་ཞུ་ན་ཞུ་ཞུ་ཀློག་ཉུང་ཟེར་མེད་རེ་རོ། ཨ་ནི་དམིགས་བསལ་གྱི་ཆོས་བརྒྱུད་རེ་རེ་ཀྱི་ལྟ་གྲུབ་ཁང་ལ་དམིགས་བསལ་སྦྱང་པ་ཟེར་གལ་ཆེ་ང་ཚོས་ན་ལོ་རྒྱུས་གཙོར་སྟོན་སྒྲོག་བྱེད་དེ་ཡིན་རོ། དེ་བཞིན་དུ་ང་རང་བསམ་ཚུལ་སྒྲོག་ཞུ་བ་ཡིན་པ་ན་ག་རེ་རེད་ཟེར་ན། མར་པ་ལོ་ཙཱ་བ་དང་པོ་ཡིན་དང་པོ་ཞེས་དེ་ད་ལྟ་བཀའ་བརྒྱུད་ཆེ་བ་ཞིག་དང་ངས་ཤངས་པ་བཀའ་བརྒྱུད་ངའི་ལྟིས་སུ་ལོག་ག་འདུག་ལགས་སོ། དེ་མ་ཡིན་པའི་བཀའ་བརྒྱུད་ཆེ་ཞིག་དང་ཆུང་བརྒྱ་ཚང་མ་དེ་ཁུངས་འདུག་ས་དང་པོ་དེ་ག་རེ་རེད། མར་པ་ཡིས་ཀྱིས་ག་རེ་བྱས་རེད་ཟེར་ན་ད་ལྟ་དེ། ཕྱག་རྒྱ་ཆེན་པོ་ལ་སོགས་པ་ཀྱིས་ད་གསང་སྔགས་དེ་དམ་པ་ནཱ་རོ་རྒྱལ་འགྲོ་ག་རེ་ན་ཧ་མི་གོ་ད་གཙོ་བོ་ག་རེ་ཟེར་ན། ཕྱག་རྒྱ་ཆེན་པོ་ལ་སོགས་པ་ཀྱི་བཀའ་རྒྱུད་ཀྱི་གདམས་པ་གསང་སྔགས་དང་འབྲེལ་བ་འོད་འགྱུ་གདམས་པ་མང་པོ་ཞུ་བ་ཅིག་ཞུ་ས་དེ་ནི་རྒྱ་གར་གྱི་མཁས་པ་དཔལ་ཆེན་གྷ་རེ་རེ། ན་རོ་པ་དང་གཅིག་ཏི་གྷར་ཏི་རི་གྷར་ཅིག་ལས་ཀྱིས་འདི་སུ་ལ་ཞུས་དུ་བ་ཞུས་ཀྱིས་བོད་ལ་དང་པོ་གདམས་པ་ཚོ་ཁྱི་ཡོང་ངེས་འདི་སུ་རེད་མར་པ་ལོ་ཙཱ་བ་རེད་མར་པ་ལོ་ཙཱ་ཀྱིས་ཁོ་རང་གི་སློབ་མ་གྲགས་ཆེ་མང་པོ་ལ་གནང་བར་དེར་སློབ་མ་གྲགས་ཆེ་དེ་ཀ་ཆེན་བཞི་ལས་དེ་རེད་ཀ་ཆེན་བཞི་ལ་ཨ་ནུ་ད་ལྟ་བཀའ་རྒྱུད་ཆེ་བཞི་ཆུང་བརྒྱད་གཙོ་བོ་དར་ཚ་དེ་ནི་གྷར་སི་ན་ད་ལྟ་མི་ལ་རས་པ

གཞན་པ་དཔལ་ལྡན་ས་སྐྱ་བ། དེ་ནི་བཀའ་བརྒྱུད། དེ་ནི། དགེ་ལུགས་ག་རེ་དགེ་ལུགས་དང། དེ་ནི་ད་དུང་འདི་ཚོ་ཡིན་པ་ནི་ཕལ་ཆེ་བ་ཡག་པོ་བྱེད་སྲིད་དང་རུང་བ། དེ་ཡིན་པ་ན་ང་རང་གིས་ཆོས་བརྒྱུད་བོད་པའི་ཆོས་བརྒྱུད་བྱུང་ཡས་དེ་གཙོ་བོ་དེ་མདོ་སྔགས་གཉིས་ནང་ལོགས་ཀྱི་སྔགས་ཕྱོགས་ལ་ཐུག་མེད་ནམ་བསམ་པ་དྲན་གི་དང་རུང་བ། ག་རེ་ཟེར་ན་བོད་ནང་ལོགས་ལ་གསང་སྔགས་གསར་མ་དར་ཚར་བའི་ཕྱིས་སུ་གསང་སྔགས་གསར་མ་གཅིག་དར་ཚུལ་མ་ཧེབ་ཞོག་ལངས་འདུག་བ། གསང་སྔགས་གསར་མ་དར་བའི་དབང་གིས་གསང་སྔགས་རྙིང་མ་དང། གསང་སྔགས་རྙིང་མ་དང་ཨ་ནི་གཡུང་དྲུང་བོན་གྱི་སྔགས་དེ་ཚོ་བོད་ལ་གནས་ཐུབ་ཀི་ཡོད་མོད་གནས་མ་ཐུབ་བ་སོང་ཙང་གཏེར་མ་མང་པོ་བཟོ་དགོས་རྒྱུ་མཚན་གཙོ་བོ་གཅིག་འདི་འདྲས་རེད་ཞེས་དེང་སང་ཡོངས་གྲགས་འགྲོ་ཤེས་ཡོད་དུ་བ་དེ། གཏེར་མ་མང་པོ་ཆགས་ཡ་ཅིག། ཁོ་གནས་ཡ་ཆེད་དུ་གཏེར་ལ་འབད་དགོས་ཐུག་གི་རོ། ད་ནི་དེ་ལྟ་ཐུག་རོ་བྱས་ཙང། ཕྱིས་སུ་ཆོས་བརྒྱུད་མང་པོ་བྱུང་ཡས་དེ་གསང་སྔགས་གསར་མ་མང་པོ་དར་ཚུལ་མ། གསང་སྔགས་ཀྱི་གདམས་པ་དཔེ་བྱས་ན་ས་སྐྱའི་གྱི་ལམ་འབྲས་དེ། ག་རེ་ཟེར་ན་འབྲོག་མི་ལོ་ཙཱ་དགོས་འབྲོག་མི་ལོ་ཙཱ་བས་ཀྱིས་སུ་ལ་ཁོན་དཀོན་མཆོག་རྒྱབ་བོ་ལ་ཁོན་དཀོན་མཆོག་རྒྱབ་བོ་ཁོ་རང་གིས་ག་རེ་ཟེར་ས་སྐྱའི་གོང་མ་རྣམ་ལྔ་དེ་ཚོ་གསུང་དུས་ཟམ་པ། དེ་ཡིད་ཀྱིས་སྣང་སྲིད་གདམས་པ་གནང་སྲིད་ཀྱི་རྒྱུན་དང་སློབ་མ་དེ་ཚོ་ཁོ་རང་ཅིག་སྡེ་ཚན་འགྲོ་བ་ཞིག་དང་འབྲེལ་བ་རྒྱག་དང་ལོ་ག་ཆ་ཅིག་སྡེ་ཚན་ལོ་ག་ཆ་ཟིག་བཙུན་པ་ས་སྐྱ་ཟིག་ལོ་ག་ཡི་ཆ། ཕྱག་རྒྱ་ཆེན་པོ་ཟིག་གང་དང་དེའི་དང་འབྲེལ་བ་རྒྱོག་དེ་ཁོ་རང་སྡེ་ཚན་ལོ་ག་བརྒྱུད་ཟིག་ཆ། ཨ་ནི་དེ་འདྲས་བྱས་ནས་གསང་བ་བརྒྱུད་པ་དང་བདེ་མཆོག་དང་དེ་ཚོ་ཞིག་ཟིག་ཙམ་ཨ་ནི་དགེ་ལུགས་ཡིན་ན་གཙོ་བོ་གསང་བདེ་འཇིགས་གསུམ་དེ་གཙོ་བོར་བ་གསང་བ་བརྒྱུད་པ་དང་བདེ་མཆོག་དང་འཇིགས་བྱེད་མ་རེད་བས། དེ་བྱས་བྱས་གཙོ་བོ་དེ་ག་རེ་རེད་ཕྱིས་ཀྱི་ཆོས་བརྒྱུད་དེ་ཚོ་ཕལ་ཆེ་བ་དེ། ཕལ་ཆེན་ག་ལ་འོ་རེད། གསང་སྔགས་ཀྱི་གདམས་པ་འདི་དང་འབྲེལ་གྱི་ཕལ་ཆེར་ཆགས་ཡོད་ས་རེད་བསམ་བསམ་གྱི་གོ་ས་འདི་ག་རེ་རེད་ད་དཔྱད་གཞི་ཞིག་ཏུ་གདགས་ཟེར། འོ་དེ་ཐག་བཅད་ཡོད་མ་རེད། དུས་ཚོད་ཟིན་སོང། ནི། ཐ་མ་དེ་ལ་ཡ། ནི། དགེ་ལགས་ཀྱིས་གཏམ་བྱེད་སྒྲོག་སྦྱང་གནང་བ་དེ་ལ་ཡ། སྙིང་ཐག་པ་འཐུ་ཅི་གནང་ཞོལ་དང་ནི་ཐུགས་རྗེ་ལེགས་གསོལ་གྱིས་ནི་ང་ཚོ་དེ་ལྟའི་ཚོགས་ཤོས་དངོས་ནས་ནི་ཕྱག་རྟགས་དང་ནི